ཏིང་འཛིན་རྒྱ་མཚོ་ལ་སུ་དབང་འདི་སུ་གཞན་དུས་ལྷུན་གྲུབ་ཤོག། ནག་མོ་ལྷ་ཡི་གོས་དང་གླུད་དུ་སྣོད་བཅུད་ཀྱི་དྲོ་ཕོག་དག་དང་མེ་སྐད་ནང་འགྲོ་བ་གེགས་ཀྱང་དྲོད་ནང་བྱིང་ཟ་བ་ཐམས་ཅད་ཀུན་ཏུ་བདག་གུས་ཆོས་སྟོན་ཏོ། མ་བཅོས་ནང་གི་མཐའ་དང་ཉེ་བའི་སེམས་ཅན་ཐམས་ཅད་ཆོས་སྟོན་དུ་གཙོ་བོའི་གསང་ཆེན་གྱི་གོ་འཕང་རིན་པོ་ཆེ་སྤྱི་རྣལ་འབྱོར་ཐོབ་པར་བྱ། དེའི་ཆེད་དུ་དམ་པའི་ཆོས་ཉན་པ་བསམ་པ་དང་དགོངས་པའི་རིམ་པ་སོགས་ལ་འགྱུར་བ་ཉམས་པའི་ཀུན་སློང་ཀུན་སྤྱོད་ཀྱི་རིམ་པ་རྣམས་གསལ་བཏབ་ནས། སེམས་དཔའ་ཚལ་གྱི། ཨོ་ད་དེ་རིང་ང་ཚོ་ཡང། ལག་ལེན་སོ་བདུན་མ་གི་ཤོ་ལོ་ཀ། བརྒྱད་པ་དགུ་བ་བཅུ་བ་སོང་སྟེ། མ་གཅིག་ཁྱིང་ནང་དྲན་དུས་ཁ་སང་མཚམས་སྟེང། སྐྱེས་བུ་ཆུང་ངུ་འགའི། ལམ་གྱི་རིམ་པ་བསྟན་པའི་ཤོ་ལོ་ཀ་གཅིག་ཏུ་བ། ཤིན་ཏུ་བཟོད་དཀའི་ངན་འགྲོའི་སྡུག་བསྔལ་ན། སྡིག་པའི་ལས་ཀྱིས་འབྲས་བུ་ཐུབ་པས་སྲུངས། དེ་ཕྱིར་སྲོག་ལ་བབས་ཀྱང་མི་དགེའི་ལས་ནམ་ཡང་མི་བྱེད་རྒྱལ་སྲིད་ལག་ལེན་ཡིན་ཟེར་བ་རེད། དེ་སྤྱི་བོའི་ཆུང་ངུ་གྱི་ལམ་གྱི་རིམ་པ་བསྟན་པ་རེད། ད་སྤྱི་བོའི་འབྲིང་གི་ལམ་གྱི་རིམ་པ་བསྟན་པའི་རྩ་བ་དེ་ལས་ཡ། སྲིད་སྲུང་སྡེ་བ་རྩ་རྩེ་ཟེར་བ་གཞན་ཟེར་རེད། ཡོད་ཙང་ཞིག་གིས་འཇིགས་པའི་ངང་ཚུལ་ཡིན། ནམ་ཡང་མོན་ཆུ་འཐག་པའི་གོ་འཕང་མཆོག། དོན་དུ་གཉེར་བ་རྒྱལ་སྲིད་ལག་ལེན་ཡིན་ཟེར་ནས། ཨོ་སྟེ་ཤོ་ལོ་ཀ་གཅིག་རེད་བ། ད་སྤྱི་བོས་ཆེན་པོའི་ལམ་གྱི་རིམ་པ་བྱང་ཆུབ་ཀྱི་སེམས་བསྟན་པའི་རྩ་བ་དེ་ལ་ཤོ་ལོ་ཀ་གཉིས་འདུག་བ། སྤྱོད་པ་དེ་བཅུ་གཅིག་བ་ཉིད་དེ། དང་པོ་དེ་ག་རེ་རེད་ཟེར་ན། ཐོག་མའི་དེ་ནི་བདག་ལ་བརྩེ་བ། བྱང་ཆུབ་སེམས་བསྐྱེད་རྒྱལ་སྲིད་ལག་ལེན་ཡིན་བྱས་པ་རེད་ད་བྱང་ཆུབ་སེམས་བསྐྱེད་དགོས་པ་དེ་རེད་ད། བསྐྱེད་པའི་བསྐྱེད་ཚུལ་དེ་ག་རེ་རེད་ཟེར་ན། སྡུག་བསྔལ་མ་ལས་བདག་འདོད་འདོད་ལས་བྱུང། རྫོགས་པའི་སངས་རྒྱས་གཞན་ཕན་སེམས་ལས་འཁྲུངས། དེ་ཕྱིར་བདག་བདེ་གཞན་གྱི་སྡུག་བསྔལ་དག་ཡང་དག་འཇལ་བ་རྒྱལ་སྲིད་ལག་ལེན་ཡིན་ཟེར་བདག་གཞན་མཉམ་འཇལ་གི། འོ་ད། སེམས་བསྐྱེད་ཚུལ་བདག་གཞན་མཉམ་པར་འབྱེད་ཚུལ་དུ་གསུངས་འདུག་བ། དེ་ཡིན་ཙང་ང་ཚོ་དེ་རིང་ཤོ་ལོ་ཀ་བཞི་བོ་དེ་གི། ཁ་ཟེར་ཚེམ་དྲུབ་དེ་ང་ཚོ་མ། ཧྲོག་ཧྲོག་ཅིག་ཕྱིན། ཨ་དེ་རིང་མ་ང་ཚོ་སྤྱི་བོ་གསུམ་གྱི་ལམ་གྱི་རིམ་པ་ཟེར་ཏེ། ཨ་ལས་དང་པོ་དེ་རེ་རེ་བཞག་སྤྱི་བོ་གསུམ་གྱི་ལམ་གྱི་རིམ་པ་ཟེར་ཏེ་ཨ་ནི། སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་གསུངས་དུས་གང་ལ་རིམ་པ་འདྲ་དེ་སོང་གསུངས་པར་བ། དཔེར་ན་ང་ཚོ་གང་ཟག་གཅིག་གི་དབང་དུ་བྱས་པ་ཡིན་ན་ཡང་ཐོག་མར་སྐྱེས་བུ་ཆུང་ངུ་གི་ལམ་རིས་ལ་བློ་སྦྱངས། སྐྱེས་བུ་ཆུང་ངུ་གི་ཐོག་མ་ཡི་ལམ་རིས་དེ་བློ་ཡག་པོ་སྦྱངས་སོང་ན། ནི་དེའི་འབྲས་བུ་ལ་ཡང་སྐྱེས་བུ་འབྲིང་དང་ཐོག་མ་ཡི་ལམ་རིས་ཀྱི་བློ་དེ་རང་བཞིན་གྱིས་སྦྱངས་ཐུབ་ཀྱི་ཡོད་རེད། རིམ་པ་གཉིས་པ་རེད་དེ་ལ་ཡ། སྐྱེས་བུ་འབྲིང་དང་ཐོག་མ་ཡི་ལམ་རིས་ལ་བློ་ཡག་པོ་སྦྱངས་སོང་ན། ནི་དེའི་འབྲས་བུ་ལ་སྐྱེས་བུ་ཆེན་པོའི་ལམ་གྱི་རིམ་པ་སྦྱངས་ཤུགས་ཀྱི་སེམས་སེ་ཡག་གི། ནི་ཧ་ཅང་གི་ཉང་ལས་ཚད་མཐོ་ཤོས་དེ། ད་ང་ཚོ་ནང་ཆོས་ཀྱི་ནང་ནས་བསམ་པ་བཟང་ཤུལ། བློ་ཁོག་ཆེ་ཤུལ། སྙིང་སྟོབས་ཆེ་ཤུལ། བའི་བླ་ན་མེད་པ་དེ། གཅིག། དུས་སྐར་ཆ་གཅིག་གི་ནང་བསམ་བཏང་ཐུག་ནས་དགེ་རྩ་རླབས་ཆེན་པོ་བསགས་འགྲོ་ཡ། ད་ང་ཚོ་ཆུ་རྒྱ་སྒོ་གཅིག་ཤོད་ཟེར་ན་མི་འདུག། ད་ཧ་ལས་པ་དེ་ད་བསམ་པ་བཟང་ཤུལ་དེ་བྱང་ཆུབ་སེམས་རིན་པོ་ཆེ་ཟེར་ཡ་དེ་རེད་བ། འོ་དེ་འདྲིའི་གི་བྱང་ཆུབ་སེམས་ཚད་ཐོབ་རང་བཞིན་གྱི་མྱང་ལས་ཀྱི་ཡུམ་པ་བྱེད་པ་ལ་ནི་དེའི་རྨང་གཞི་འདྲ་དེ་ག་རེ་དགོས་ཟེར་ན་ད་དེ་ལས་ཡག་ཨ་ནེ་སྐྱེས་བུ་འབྲིང་གི་བསམ་པ། དེ་ངེས་པར་དུ་ཆ་ཚང་བ་ཅིག་བསྐུར་དགོས་རེད་དཔེ་དག་པོ་ཅིག་བསྐུར་དགོས་རེད། ད་སྤྱི་མི་འབྲིང་གི་བསམ་པ་དེ་ཨེ་ནི་ཁོ་གང་ཟག་འབྲིང་གཅིག་གིས་སྦྱང་ཡ་རེད། ཤེས་ཚད་ཡིན་ན་འབྲིང་བློ་སྟོབས་ཡིན་ན་ཡང་འབྲིང། སྦྱངས་པའི་རིམ་པ་ཡིན་ན་ཡང་པར་རུ་བ་བ་དེ་རེད། འོ་ད་དེ་འདྲས་ཀྱི་ཡོང་པ་བྱེད་པ་ལ་ཡང་སྐྱེས་བུ་ཆུང་ངུ་གི་བསམ་པ་དེ་གཞི་རྟེན་དུ་བསྐུར་དགོས་རེད། དཔེར་ན་ང་རང་ཚོ་སླབ་གྲྭ་ནང་བཞི་རེ་གོ་བཞི་རིག་སླབ་གྲྭ་དེ་མེད་ནའང་གོ་མཐོ་རིག་སླབ་གྲྭ་དང་ཡ་གཅིག་འབོང་རང་བ་སད་དེ་ཡུང་ཡ་གོར་ཡོ་མར་བ་སྔ་མ་སྔ་མ་སྔོན་དུ་འགྲོ་དགོས་ཡ་ཡོར་བ་ད་དེ་ནང་བཞི་གཅིག་བུ་ཆུང་གི་ལམ་གྱི་རིམ་པའི་གི་བྱང་ཚུལ་དེ་ནི་ཐོག་མ་དང་པོ་གཉིས་ནི་དེ་ཁོང་དུ་ཆུད་ནས་ཚད་དང་ལྡན་པ་གཅིག་ཡོང་ན་ནི་དེ་ལ་དེ་ནི་ང་ཚོ་རྨང་གཞི་འདྲ་དེ་ཡོང་དགོས་རེད་དེ་ཡིན་ཙང་སངས་རྒྱས་སྐྱོང་འདི་དེ་དང་པོ་ཉིད་ནི་སྡིག་པ་ཅི་ཡང་མི་བྱ་ཞེས་ཡ་དེ། སངས་རྒྱས་བསྟན་པ་ངོ་སྤྲོད་གནང་སྟེ་སྡིག་པ་ཅི་ཡང་མི་བྱ་ཅིག་དགེ་བ་ཕུན་སུམ་ཚོགས་པ་བྱ་ཟེར་ཡ་དགེ་སྡིག་པ་མི་བྱེད་ཡ་དེ་མི་དགེ་བཅུ་ཕུང་གི་ཚུལ་ཁྲིམས། མཚང་མིང་ལྔ་དང་མི་དགེ་བ་བཅུ་ལ་སོགས་པ་སྤང་དག་ཏུ་གསུངས་པ་རེད། དེ་དང་མཐུན་པར་ད་ལྟ་ང་ཚོའི་ལག་ལེན་སྲོལ་དེ་མ་རྒྱ་སྲིད་ཐོག་མེད་བཟང་པོ་གི་ཡ་དེ་ནི་ཤིན་ཏུ་བཟོད་དཀའི་ངན་འགྲོའི་སྡུག་བསྔལ་ན་ངན་སོང་སྡུག་བསྔལ་ན། སྡིག་པའི་ལས་ཀྱིས་འབྲས་བུ་ཐུག་པས་གསུངས་ཟིན་དུས། ངན་སོང་སོང་གི་སྡུག་བསྔལ་བཟོད་གླགས་མེད་པ། དེ་འདྲའི་གི་སྡུག་བསྔལ་དྲག་པོ་དེ་ག་རེ་ཅི་ལས་འབྱུང་བ་ཟེར་ན་བརྗོད་མེད་ཀྱི་དཔྱད་དང་མི་ཐོས་པའི་རྒྱུ་ལས་བྱུང་བ་མ་རེད། ཀོ་སྡུག་བསྔལ་ཟེར་མཁན་དེ་དག་ངན་སོང་གི་གནས་ཟད་གདའ། གནས་ཡིན་ན་འདྲ་གང་ཟག་ཡིན་ན་འདྲ་སྡུག་བསྔལ་ཡིན་ན་འདྲ་ག་འདྲི་ཅི་ཡིན་ཡང་ཤིན་ཏུ་བཟོད་དཀའ་ཡི་གི་ངན་སོང་གི་སྡུག་བསྔལ་དེ་བརྗོད་མེད་དཔྱད་མེད་ལས་མ་བྱུང་བ་ཡིན་ཙང། ཨ་ནི་རྒྱུ་ལས་བྱུང་བ་རེད། རྒྱུ་ག་རེ་ལས་བྱུང་བར་ཟེར་ན་ནི་སྡིག་པ་མི་དགེ་བ་ལས་བྱུང་བ་དེ་བྱ་དགོས་ཡོད་རེད། སྡིག་པ་མི་དགེ་བ་ལས་བྱུང་བ་ཡིན་ཙང་ད་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་སྡིག་པའི་ལས་ཀྱི་འབྲས་བུ་ཡིན་པ་ཐུབ་པས་གསུངས་པ་རེད། བསམ་གྱིས་རང་གིས་གསུངས་པ་རེད་ད་ང་ཚོ་ལུང་བྱེད་པ་ཡིན་ན་དེ་གསུང་དགོས་ཡོད་རེད། ད་ལྟའི་ང་ཚོ་སྤྱི་བཏང་ནས་སྐྱེ་བ་རྗེས་མ་ངན་སོང་གི་སྡུག་བསྔལ་དེ། སྡིག་པའི་སྡིག་པ་ཚབས་ཆེན་པོས་སྐྱེ་བ་རྗེས་མ་ངན་སོང་ལ་སྐྱེས་ནས་སྡུག་བསྔལ་མྱངས་བསྡད་པ་དེ་སངས་རྒྱས་ཀྱིས་གསུངས་པ་རེད་ལྐོག་ཇུས་རེད་ང་ཚོ་མཐོང་དགོས་ཡོད་མ་རེད། ཚེ་འདི་གི་ང་ཚོ་ཉམས་ཞན་པའི་གི་ངན་སོང་སྡུག་བསྔལ་དེ་གས་ལས་རྒྱུ་མི་གས་བ་ཞིག་སྐྱེ་བ་སྔ་མ་ལ་འགྲོ་བསྡད་པ་ཅིག་དེ་ལྐོག་རྒྱུ་རེད། དེ་སངས་རྒྱས་ཀྱི་རང་གསུང་གུ་གུ་རེད་ང་ཚོ་གི། ག་རེ་ཟེར་གི་འདི་མཐོང་ཐུགས་གས་མ་རེད་རྟོགས་ཐུགས་གས་མ་རེད་བ། མ་རྟོགས་པ་ང་རང་ཚོ་ད་ལྟ་མཐོང་བཞིན་པའི་ཚེ་འདི་གི་སྡུག་བསྔལ་དེ། ཨ་ནི་ང་རང་ཚོ་ཚེ་འདི་གི་བསམ་བློ་བཏང་སྟངས་མ་འགྲིག་ངེས་ཀྱི་ལས་བྱུང་བསྡད་པ་དེ་དག་གོ་དངོས་དུག་རིག་པའི་གི་མངོན་སོང་དུ་མཐོང་དགོས་རེད་བ། དཔེར་ན་ང་རང་སེམས་མི་འདྲ་བའི་ཆ་ཤས་ནས་སྡུག་བསྔལ་མང་བ་བརྒྱ་ཆ། གཅིག། བདུན་བཅུ་བརྒྱ་བཅུ་ཅིག་ཕལ་ཆེར་བསམ་བློ་བཏང་སྟངས་མ་འགྲིག་ནས་སྡུག་བསྔལ་ཡོང་བསྡད་པ་དེ་རེད། དེ་དང་དུ་ཁོ་ལུས་ཀྱི་གནས་སྟངས་དང་ཁོར་ཡུག་གི་གནས་སྟངས་ཀྱི་ཆ་ནས་སྡུག་བསྔལ་དུ་ཡོང་དུ་ཡོང་གི་རེད་དེ། སྡུག་བསྔལ་དེ་གའི་ཡང་ཁོ། ཕ། གདོང་ལེན་བྱེད་སྟངས་དང་བསམ་བློ་བཏང་སྟངས་མང་པོ་འགོ་ནས་འགྱུར་བ་བཏང་ཐུབ་ཀྱི་ཡོད་རེད་བ། ལུས་ཚོ་ཡིན་ན་ཡང་སྡུག་བསྔལ་མང་པོ་ཡོད་རེད་དེ་བསམ་བློ་བཏང་སྟངས་གཅིག་བྱས་པ་ཡིན་ན་སྡུག་བསྔལ་ཁོ་རང་ཨནེ་སེམས་བདེ་གཅིག་གི་ངོ་བོ་ལ་ཚུར་བརྗོད་ཡག་འདུག་བ། བསམ་བློ་བཏང་ཤེས་ངེས་ཡིན་ན་བརྗོད་འགྲོ་རེད་ཀོ། དེ་སྐབས་ཚོ་སྡུག་བསྔལ་ག་འདྲ་གྱིས་ལེགས་པ་ཡིན་ན་ཡང་སྡུག་བསྔལ་དྭངས་ལེགས་ཀྱི་བཟོད་པ་ཟེར་ཡག་འདྲ་ཆུའི་མྱང་ལེགས་བྱས་ཤེས་ངེས་ཀྱི་ངོས་ནས་ཨནེ་ད་ལྟ་རྒྱ་སེ་ལང་ལེགས་སོ་བདེ་མ་འདུག་གསུངས་འདུག་བ། རྒས་ཡོལ་ལོངས་སྤྱོད་འདོད་པའི་སེམས་པ་ལ་གནོད་བྱེད་ཐམས་ཅད་རི་ཕྱེད་ལྟར་དང་མཚུངས་ཟེར། འོ་དེ་འདྲ་ཡིན་ཙང་ད་ང་ཚོ། དང་པོ་ངེད་ལ་ཡང་ང་ཚོ་མཐོང་ཆོས་སུ་གྲུ་འདེགས་ངེད་ཀྱི་སྡུག་བསྔལ་མང་ཆེ་ཞིག་ཅིག་ཉོན་མོངས་པ་འདོད་ཆགས་སྐྱེ་སྟངས་གཏི་མུག་ཕྲག་དོག་འགྲན་སེམས་དེ་འདྲས་ལས་བྱུང་བསྡད་པ་ཅིག་ར་འཕྲོད་དགོས་རེད་ད། ལྷག་པར་དུ་དེང་སང་འཛམ་བུ་གླིང་ལ་ཡ་སེངྒེ་གི་ན་ཚ་ཟེར་གི་འདུག་ང་ངལ་དུབ་ཟེར་གི་འདུག་ཨ། པས་ནི་འབྲས་བུ་གཞན་ཡིན་ནི་ཇི་སྲིད་དེ་ན་ཚངས་མང་ཤུལ་གཅིག་གི་བསམ་བློ་བཏང་སྟབས་མ་འགྲིག་ནས་ཡུང་བསྡད་པ་དེ་ར་འཕྲོད་སེར་བོ་བྱུང་དགོས་རོ། དེ་ནི་ཡིན་ཟེར་དེ་ན་ཚ་བཅུད་གཡར་གྱི་དོན་དག་ལ་ད་ང་ཚོ་ནང་ཤོང་ནས་བཤད་དེ་ངས་དྲན་པ་ཉེས་ཤག་དག་བྱང་སྙིང་རྗེའི་དགོངས་ཡར་ལས། ཨ་ནི་ཆུས་ཁས་མི་ལེན་ངས་འཚོ་བའི་འབད་རྩོལ་བྱས་བཞིན་པར་བ། དེ་ག་རེ་ཁ་གྲག་དེར་ཟེར་ན། ཚེ་འདས་ཀྱི་སྡུག་བསྔལ་རྙོག་དྲ་མང་པོ་གྱིས་སོ་སོ་བསམ་བློ་བཏང་སྟབས་མ་འགྲིག་པ་ལ་དེ་ནི་ཅུང་དད་པ་གྱིས་བསམ་བློ་བཏང་སྟབས་མ་འགྲིག་ངས་དེ་ལས་སངས་རྒྱས་ཀྱི་ཉོན་མོངས་པ་ལ་རབ་ཏུ་མ་ཤེས་བ། རང་རྒྱུད་འཁྲུགས་པ་བྱེད་མཁན། རབ་ཏུ་མ་ཤེས་པ་བྱེད་མཁན། རྙོག་དྲ་ལང་མཁན། ཨོ། དེ་ལ་ཡང་ནི་ཉོན་མོངས་ཟེར་ནི་མིང་གིས་བཏགས་པ་རེད། གང་ལྟར་ཉོན་མོངས་ཉོན་མོངས་ཟེར་ན་སོ་སོ་མ་བདེ་བ་བྱེད་མཁན། འཁྲུགས་པ་བྱེད་མཁན། དེ་འགྲིག་གི། སེམས་མ་རུངས་པ། མ་བརྟུལ་བ། སེམས་རྒོད་པོ། སེམས་དྲག་པོ། ད་ཁོ། དེ་འདྲེས་ཀྱི་ཐོག་ལ་བྱས་རེ་ངའི་གངས་དཀར་ལ་ཉོན་མོངས། དེ་འདྲེས་དེ་ཕ་ཞེས་བ་བྱས་པ། སེང་ཞེས་དེ་བ་ཕེ་ལྷོད་པོ། གཞན་ཕན་གྱི་རང་བཞིན་བྱས། སོ་སོའི་ངོས་ལས་བྱས་པ་ཡིན་ན་ས་སེ་སེང་སྐྱིད་པོ་ཆགས་ཡ་སྟེ་འདི་ཅི་ཟེར་ཡ་སྟེ་སེང་གི་དེ་ནི་ཧ་ཅང་གི། ཚོགས་ནང་དེ་སྐྱིད་པོ་བྱས། ངོང་ཞིག་ཚིང་བ་བྱས། བློ་བདེ་བ་བྱས། དེ་འདྲའི་ལྷིང་འཇགས་ཀྱི་ཡོང་བ་བྱེད་པ་ལ་ག་རེ་དགོས་རེད་ཟེར་ན། ད་ང་ཚོ་སངས་རྒྱས་ཀྱི་བསླབ་ཞེས་གསུངས་བཞག་ངའི་བསླབ་བྱ་དེ་ངེས་པར་དུ་དུས་སོང་གོང་སོང་བྱས་ནས་མ་སྦྱངས་བར་དུ་ཁོ་ཡོང་ཐབས་མེད་པ་ཞིག་རེད། འཛམ་བུ་གླིང་ད་ལྟའི་བར་དུ་བདེ་སྐྱིད་སྤྲོ་ཡག་གི་དོན་དང་སྡུག་བསྔལ་སེལ་ཡག་གི་དོན་དག་ལ། གཅིག་པས་ཁོ་རང་ནི་ཚད་མཐོའི་རང་བཞིན་ལས་བསླད་དུ་ཡོད་ར་ད། ནང་གི་སེམས་སུ་ཇུས་གཏོགས་མ་བྱེད་ཅིག་ཕྱི་དངོས་པོ་རྐྱང་རྐྱང་གི་བདེ་སྐྱིད་སྟོན་ཐབས་ཀྱི་བསམ་བློ་བཏང། དེའི་ཕྱོགས་ལ་འབད། དེའི་ཕྱོགས་ལ་ལག་རྩལ། ཚན་རིག་གང་སྤྲེལ་གྱི་ཚད་མཐོ་རང་བཞིན་ལ་སླེབས་དུ་ཡོད་རེད་དེ། དངོས་གནས་ད་ཕྱིས་དཔལ་འབྱོར་འདྲ་གཅིག་གིས་བདེ་སྐྱིད་སྤྲོད་ན་ད་དང་ཆ། རྒྱལ་ཁབ་སྟོབས་ཆེ་གཅིག་གིས་དེ་ཚོ་སྤྲོད་ཚབ་ཡིག་ཚོད་འདྲ་གཅིག་རེད་བ་ད། ག་རེ་གི་ཐོག་ལ་ཡིན་ན། ཡིན་ན་ཁོ་ཕྱིས་དཔལ་འབྱོར་ག་ཚད་ཡ་ཇི་ཕྱིན་ཕྱིན་ཕྱིན་ཕྱིན་ཅིག་དེ་རྙོག་དྲ་ཇེ་ཆེ་ཇེ་ཆེ་འགྲོ། སེམས་མ་སྐྱིད་བ་དེ་མང་ཕྱིན་ཁྲག་དོན་འདྲེ་སེ་དེ་གོང་དུ་འཕེལ། ཕལ་ཆེར་ཡོད་མཁན་མེད་མཁན་ནི་མེད་མཁན། གནས་གསལ་ལས་སྐྱེ་བ་མང་དུ་བ། འོ་ད་དེ་འདྲ་ཡིན་ཙང་ད་སངས་རྒྱས་བཅོམ་ལྡན་འདས་ཀྱི་དེ་རྙོག་དྲ་ཚང་མ་ལ་སྡུག་བསྔལ་ཐམས་ཅད་དེ་རང་གི་སེང་གེ་བཟོད་ཀྱི་ཡོད་པ། སེང་གེ་བཟོད་པས་ད་བྱས་ཙང་ཨ་ནི་ཁོ་ཉོན་མོངས་པ་དང་ཕྲག་དོག་འདྲེ་སེང། དང་ཨ་ནི་དེ་མ་རུངས་པ་སེང་དེ་གེ་ལས་བྱུང་བ་ཡིན་ཙང་སྡིག་པའི་ལས་ཀྱིས་འདྲེས་པའི་ཐུགས་པས་སྲུང། ཐུགས་པས་གིས་སྲུང་བདེ་བ་འདིར་དཔང་རྟགས་ག་རེ་ཡོད་ཟེར་ན་ང་རང་ཚོ་ཚེ་འདི་གི་ཨ་ནི་ཉོན་མོངས་པ་ལས་སྡུག་བསྔལ་ཡོང་སྟངས། འོ་དེ་ཚོ་རགས་ཀྱི་འཕྲོད་གོས་རེད། ད་དེའི་ནང་བཞིན་གྱི་བར་དངུལ་རྡོ་རིལ་བུ་གྱི་སྲང་ལ་བཏང་ཡོང་དུས་དབུས་ནས་ཚེ་འདས་ཀྱི་སེམས་རྙོག་དྲ་ཚ་བོ་གྱིས་ལ་སྐྱེ་བ་ལྔ་ཆོས་ཀྱི་ཡོ་ཆེན་ཅན་ལ། སྐྱེ་བ་རྗེས་མེད་ཀྱི་རྙོག་དྲ་སྡུག་བསྔལ་ཚང་མ་ལ་ཡང་ཉོན་མོངས་ལས་བྱུང་བདེ་བ་དེ་གསལ་བོ་རེད། ད་ལྟའི་ང་རང་ཚོ་སྡུག་བསྔལ་ཡོད་ཚད་ཚང་མ་ལ་ཚེ་འདས་ཀྱི་སྲང་ལ་བཏང་སྟངས་སྐྱེ་བ་མ་ཡིན་པ་ཡང་སྐྱེ་བ་སྔ་མིན་སྔ་མ་གྱི་ལས་ངན་པ་དངོས་དུ་སོང་ཡིན་འབྲས་བུ་ཡིན་པ་དེ་ཐུགས་ཕིག་གིས་གསུངས་པ་རེད། ད་དེ་ཡང་དངུལ་རྡོ་རིལ་བུས་གྲུག་གི་ཡོད་རེད། ད་དེ་སྐྱེ་བ་ལ་ང་རང་ཚོ་རྨང་གཞི་གཅིག་གར་དགོས་ས་སྐྱེ་བ་ཕྱི་མ་དང་སྐྱེ་བ་སྔ་མ་གཉིས་འདི་ཡོད་པ་གྱི་དྲུག་གུར་བ། ཚེ་འདི་གི་སྡུག་བསྔལ་སྐྱེ་བ་སྔ་མ་ལས་བདེ་བའི་ལས་ཀྱི་འབྲས་བུ་ཡིན་ན། སངས་རྒྱས་ཀྱིས་གསུངས་པ་ནང་བཞིན་ཨ་ནི་ད་སྐྱེ་བ་སྔ་མ་ཡོད་པ་ལ་གར་ཤེས་ཡ་ཡོད་རེད་ཟེར་ད་དེ་ལ་ཡང་ནི། སྐྱེ་བ་སྔ་མ་འབྲུ་གཅིག་རིག་པ་མང་པོ་གསུངས་རེད། རིགས་འདྲ་སྔ་མ་སྔོན་སོང་ཉེར་ལེན་སྔ་མ་སྔོན་སོང་སེང་གེ་འདྲ་མྱོང་བ་སྔ་མ་སྔོན་སོང། ཨཱ་ནི་གོམས་པ་སྔ་མ་སྔོན་སོང་ཟས་མང་པོ་བསྒྲུབ་གི་ཡོད་རེད་ད་དེ་ནང་ནས་གོ་བདེ་ཤུལ། བཙན་ཤུལ་འདྲ་གཅིག་གར་སོང་ན་མྱོང་བ་སྔ་མ་སྔོན་སོང་ཟས་དེ་དྲན་བསྡད་པ་དེ་རེད། ང་ཚོ་ཚང་མ་དགོས་ད་དྲན་དགོས་ཡོད་མ་རེད་དྲན་མཁན་ཡོང་གི་ཡོད་རེད། དྲན་བསྡད་ངེས་དེ་ཚོ་ཡང་སྤྱི་བཏང་པས་ཅི་ང་ཚོ་འདྲ་ཡིན་ན་བླ་མ་དེ་ཚོ། སྐུ་ཐང་གོང་མ་དྲན་ནས་ཅི་ངོས་འཛིན་བྱེད་པའི་ངལ་སེའུ་རྩ་ཆེན་པོ་བརྩི་གི་རེད་བ། ཡིན་ན་དེ་འདྲ་རྐྱང་རྐྱང་ཡིན་ས་མ་རེད། ང་རང་ཚོ་མ། ཤེས་ཡ་གི། དང་དང་སྐྱེས་ས་གཉིས་ཀྱི་ཁོར་ཡུག་དེ་ལ་འབྲེལ་བ་ཡོད་ནའང་ཁོ་དྲན་ཐེངས་ངེས་ཀྱི་རེད་འདུག་བ། རིགས་གཅིག་ཏུ་ཁོ་ཁོར་ཡུག་འབྲེལ་བ་མེད་ན་ཡང་ཁོ་རང་ཡང་དམིགས་བསལ་ཅན་གྱི་དྲན་མཁན་འདུག་བ། ཨ་ནི་གཅིག་མ་ཤེས་ས་དང་ཡ་སྐྱེས་ས་གཉིས་དེ་ལ་འབྲེལ་བ་ཡོད་དེ་ས་དེ་ནི་གསལ་བོ་ཡོང་གི་འདུག་བ། ད་ལྟའི་ང་ཚོ་མཚན་གཞིར་དེ་རིགས་ལ་མི་གོ་བ་ཇེ་བརྟན་རེད་ད་ལྟ་ཡང་མང་པོ་ཡོད་རེད་བ་ད། ཨ་ནི་ང་ཚོ་ཕྱི་གཉིས་འོག་ཏུ་མེད་དོ་མི་འདྲ་བ་སྐྱེ་བ་གྱི་ལན་དགུ་རེད་སྐྱེ་ས་ཡང་ངན་འགྲོ་དེ་བདེ་འགྲོ་གཉིས་རེད། ངན་འགྲོ་ལས་སྐྱེས་པ་ཡིན་ན་ཨ་ནི་ངན་འགྲོ་ད་ལྟ་མཐོང་བཞིན་པའི་སྡུག་བསྔལ་ནང་ཞིག་གི་སོ་སོ་རང་ལ་ཡང་མྱོང་དགོས་ཡོད་པ་དེ་བསྐོང་དགོས་རེད་ཤེས་དགོས་རེད་དེ་ལ་སྐྲག་ཤེས་དགོས་རེད། ད་འོ་ན་སྐྱེ་བ་ཕྱི་མ་ཡོད་མེད་དེ་ག་འདྲ་ཞིག་ཐག་གཅོད་གི་རེད་ད་ང་རང་ཚོ་སྤྱི་ཚོགས་ཀྱི་ཐོག་ལ་ཡིན་ཤག་ཤག་མ་ཡིན་པ་བྱས་ཨང་རྟོགས་ཟེར་ཡང་ཉུང་བ་ཉུང་བ་གི་ཐོག་ནས་གྲུབ་བསྡད་ཡག་གི་འདུག་བ། གནའ་འབྲེལ་རིག་པ་ནང་ཞིག་གོ། རི་འདྲ་ཆེ་མ་ཉལ་ཚང་རྒྱག་དགོས་ཏེ་ཟེར་གྱི་རིག་པ་མང་པོ་ཡོད་རེད་ད་དེ་གས་མེད་ན་ཡང། ང་ཚོ་ཤེད་ཀྱི་འོག་ཏུ་སྣང་ཤེས་གཞན་གྱི་སྐྱེ་བ་གླས་ནས་ཡང་ང་ཚོ་མི་ལ་ཚུར། ཞུགས་བྱས་ནས་ཨ་ནི་ར་འཕྲོད་དེ་གས་མོག་དུ་བ། དེ་དཔེ་ཆ་གསལ་བོ་ཞིག་འདྲ་མང་པོ་ཡོད་རེད། ཤེས་ཚར་དུས་ཡང་སྣང་ཤེས་དེ་གཞན་དག་འགྲོ་བ་རེད་གཞན་ལ་སྐྱེ། མེ་མ་ཡིས་ལ་ཅེས་ཡང་ང་ཚོ་མེ་ལ་ཚུར་ཞུགས། མེ་ལ་ཞུགས་ནས་དེ་ཁོག་དཀྲོལ། ད་གསལ་པོ་བྱས་ནས་ར་འཕྲོད་དེ་མཁན་མང་པོ་ཡོད་རེད་ད་དེ་ངས་སྒྲུང་གསུང་ལ་དེ་རིང་པོ་ཆགས་འགྲོ་གི་འདུག་སྐབས་བཀལ་ལ་ཡོད་ཞུ་བ་བྱེད། ད་དེ་འདྲ་ཡོད་རེད་དེ་ནས་ཡིན་ཙང་སྤྲང་མཁན་སྐབས་སུ་བབས་པ་ཤེས་ཡ་དེ་ག་རེ་ཟེར་ན་སྐྱེས་བུ་ཆུང་ངུ་གི་བསམ་པ་ཟེར་ཡ་དེ་ག་རེ་ལབ་འདོད་རེད་ཟེར་ན། སྡིག་པ་མི་དགེ་ཡོད་རྒྱུ་སྡིག་པ་མི་དགེ་བ་ལ་མི་དགེ་བཅུ་ཚང་མའི་ལྔ། མདོར་ན་སེམས་དེ་ལས་ཁོང་ཁྲོ་ཞེ་སྡང་དྲག་པོ་ཁོང་ཁྲོ་དྲག་པོ་འདོད་ཆགས་དྲག་པོ། འདོད་དབང་གིས་མི་དགེ་བ་ལ་འཇུག་འགྲོ་ཡ། ཞེ་སྡང་དབང་གིས་མི་དགེ་བ་ལ་འཇུག་འགྲོ་ཡ། གཏི་མུག་དབང་གིས་མི་དགེ་བ་ལ་འཇུག་འགྲོ་ཡ། ད་དེ་གས་འདི་ལ་ཡང་ནི་སྡིག་པ་ཟེར་གི་རེད། སྐྱེ་དང་འཁོར་བ་འཕེན་བྱེད་ཀྱི་ལས་ལ་ཡང་དགེ་བ་ཡོད་རེད་དགེ་བ་ཡོད་རེད་འདྲ་མི་འདྲ་ཡོད་རེད་ཡིན་ན་ཡང་ངན་སོང་སྡུག་བསྔལ་སྐྱེ་བ་འཕེན་བྱེད་ཀྱི་སྡིག་པ་འདི་ལ་ནི་སྡིག་པ་མི་དགེ་བ། ཨ་ནི་ཀོ་ལྷོང་གི་ཆ་ནི་འདོད་ཆགས་ཤུགས་དྲག་པོ། འདོད་ངང་ཤུགས་ཆེན་པོ་རང་གི་བདེ་སྐྱིད་དོན་དང་གཞན་གསོག་པས་བསྐྱེད། གཞན་གྱི་དཔལ་འབྱོར་འཕྲོག་ཡོང། མདོར་ན་དཔེ་ཆུ་ནི་མི་དགེ་བཅུ་ཟེར་ངེས་ཏེ་རང་འདོད་ཡིད་བྱེད། ཚེ་འདི་གི་བདེ་སྐྱིད་ལ་ཆགས་པའི་འདོད་ཆགས་དབང་གིས། ཡང་ན་ཚེ་འདི་གི་བདེ་སྐྱིད་ལ་ཆགས་པའི་ཁོང་ཁྲོ་དབང་གིས། འདྲེན་བྱེད་དབང་གིས། སྟབས་དེ་འདྲ་གི་སེམས་མ་རུངས་པ་རྒྱུ་དེ་འདྲ་གཅིག་ལ་འབྲས་བུ་ངན་པ་བཞི་བཅུ་ལྔ་ཚོ་མཐོང་བདེ་བ་དེ་འདྲ་དེ་གས་ནི། འབྲས་བུ་ལ་ཡང་ངན་སོང་ལ་སྐྱེ་གི་རེད་ཟེར་ཐུགས་ཕིས་གསུངས་པ་རེད། ངན་སོང་གི་སྡུག་བསྔལ་ཤིན་ཏུ་བཟོད་དཀའ་བ་ཟད་དེ་ང་རང་ཚོར་མཐོང་ཆོས་ལ་ཡོད་དེ་ངས་དམྱལ་བ་ཡི་དྭགས་དེ་ཚོ། ད་དམྱལ་བ་ལ་ལྕགས་སྲེག་གིས་ས་གའི་སྡུག་བསྔལ་ཟེར་ཚྭ་ཡི་སྡུག་བསྔལ་དང་གྲང་ཡི་སྡུག་བསྔལ་དཔག་ཏུ་མེད་པ་ཅིག་གསུང་བ་ཡོད་རེད། ད་དེ་ཚོ་དངོས་གནས་འདྲ་ཆེ་ང་རང་ཚོ་ལོ་གཅིག་ལུས་ཐོག་ལ་བབས་ནས་གཅིག་མྱོང་དགོས་ན་ད་གཟོད་ཡ་འཁོར་བ་མེད་པ་ཅིག་རེད་བ། ཡིན་ན་ཡང་ཁོ། མི་དགེ་བའི་འབྲས་བུ་ཟད་དུ་མྱོང་འགྲོ་དུས། ཐོག་ཏུ་བབས་འགྲོ་དུས་མ་བཟོད་རང་སྲེག་བྱ་དགོས་རེད་ཁོ། ཡང་ཁོ་སྡུག་བསྔལ་དེ་ཁོ་རང་གི་ཚོ་ཐེ་ཚོམ་རེ་ཆགས་འགྲོ་དགོས་རེད། དེ་ལས། དེ་འབྲེལ་གྱི་རླབས་ཆེན་པོ་བཞི་པོ་གསུངས་པ་ནང་བཞིན་གྱིས་ང་ཚོ་ལ་ཡ་ཐོག་ཏུ་བབས་པ་ལ་འཇིགས་སྐྲག་དང། དེ་འདྲའི་ཚད་དང་ལྡན་པ་ཅིག་སྐྱེས་བྱས་ཀྱི་བར་དུ་ཡིད་ཆེས་ཅིག་ནི་འགོང་ཡ། ཨ་ནི། ཡི་དྭགས་ལ། ཀྱི་གྲི་གོང་གི་སྡུག་བསྔལ། དུད་འགྲོ་ལ་གཅིག་ལ་གཅིག་ཟ་ཡི་སྡུག་བསྔལ་བླུན་རྨོངས་ཀུན་སྤྱོད་ཀྱི་སྡུག་བསྔལ། ད་དེ་གའི་སྡུག་བསྔལ་གྱི་སྡུག་བསྔལ་ཟད་དེ། ད་ང་རང་ཚོ་དེ་འདྲའི་སྡུག་བསྔལ་གྱི་སྡུག་བསྔལ་ལ་ཡིད་འཇིགས་སྐྲག་བྱེད་དེར་མ་གཏོགས་དངོས་གནས་སྐྲག་དགོས་ས་དེ་ག་རེ་ཟེར་ན་ཆགས་པ་འདི་ཚོ་ཡི་སྡུག་བསྔལ་དེ་ཆགས་དགོས་རུང་བ། ངན་སོང་ར་གྱི་ལ་ཆ་བཞག་ན་དངོས་གནས་སང་ལོ་ཡག་པོ་ཞིག་བཏང་ན་ཁོ་ཧང་སང་ཡག་གི་ལྟ་འདུག་ངས་བཟོད་གླགས་མེད་པ་དེ་ཏིང་རིང་བཤུས་ཏེ་གནག་བཤུས་ཏེ་ག་རེ་ཟེར་ན་ཉོན་མོངས་པ་དང་གཞན་དབང་ལ་བཟུང་ནས་རྨོངས་པའི་སྡུག་བསྔལ་དེ་རེད། རྨོངས་པའི་སྡུག་བསྔལ་སེ་ཆུའི་དགེ་བ་བྱེད་ཡག་གི་སྣང་སྤྱོད་མེད་པ། ཆུའི་དགེ་ཡག་དང་དེ་འདྲའི་ལས་ཕར་བསླབ་བྱ་བྱ་ས་མེད་པ། སྣ་ལང་དུ་ལྗགས་སྟོང་ཁྲི་ལ་བཀལ་པའི་བར་དུ་བྲག་དེ་ན་ཡང་གས་སྐེ་སེན་ལ་འགུལ་ཆོག་བྱ་ཡ་མེད་པ། ཁོ་རང་སྡུག་བསྔལ་དུ་སྡུག་བསྔལ་རྒྱུ་གང་ལས་བྱུང་བ་དེ་ཤེས་མེད་པ། སྡུག་བསྔལ་མི་འདོད་ནས་སྡུག་བསྔལ་གྱི་ཕྱོགས་ལ་རྒྱུག་བསྡད་པ་སྟེ། སྡུག་བསྔལ་དོན་དེ་བློ་ཡོད་ཀྱང་སྡུག་བསྔལ་ཉེན་ལ་རྔམ་པར་རྒྱུག་ཟེར་ཡ་དེ་ར་ང་རང་ཚོ་ལ་ལྟ་སྣང་ཤུལ་དེ་རེད་ཡོད་རེད་ད། ཞེ་སྣང་ཚ་ཤུལ་ཁོ་རེད་ཡོད་རེད། བདེ་བ་འདོད་ཅེས་གཏི་མུག་པས་རང་གི་བདེ་བ་དགྲ་ལྟ་སྐྱོང་ཟེར་ངེས་ཏེ། ང་རང་ཚོ་ཚང་མ་བདེ་སྐྱིད་འདོད་གི་རེད་དུད་འགྲོ་བྱས་ནས་བདེ་སྐྱིད་འདོད་གི་ཡོད་རེད་དོ། ཁོ་རང་ཚོ་བདེ་བའི་ཕྱོགས་ལ་རྒྱུག་རེད་གི་འདུག་བ། གྲོག་མ་མིག་མི་དགར་ཟེར་གྱི་དང་ཨ་ནི། མིག་མེད་འཇོག་གི་གྲོག་མ་ཡིན་ནའི་རྒྱུགས་འགྲོ་ཡ་དེ་དེའི་དོན་དུ་རྒྱུགས་དེ་རེད་ཟེར་བ་རེད། འོ་དེ་བྱས་དེ་ཁོ་དུད་འགྲོ་ཡིན་ན་ཡང་སྡུག་བསྔལ་ལ་གཡུལ་ཐབས་འདྲ་དེ་གནའ་མིས་ནགས་གསོ་བྱེད་ཀྱི་འདུག་ཨ། བདེ་བ་ལ་འཕྲད་འདོད་ཀྱི་ཐབས་སྣ་ཚོགས་ཀྱི་བྱེད་དགོས་རེད་དེ། ཨ་ནི་བདེ་བ་ཡག་ལྟ་བུ་སྒྲུབ་མ་ཤེས་སྡུག་བསྔལ་དེ་སྤང་མ་ཤེས་བླང་དོར་གྱི་གནས་ལས་རྨོངས། ཨ་ནི་ང་ཚོས་ཁོ་ཚོར་བལྟ་བ་ཡིན་ན་ང་ཚོ་མི་གསོད་འདྲ་བྱེད་ཡིན་ན་ད་བསམ་བློ་བཏང་དང་སློབ་སྦྱོང་བྱེད་ཡ་འདུག་གོ་ཡ་འདུག་ཐུ་ཡ་འདུག་བསང་ཡ་འདུག། ག་རེ་བྱེད་བྱེད་དགོས་ད་བདེ་སྐྱིད་འདྲ་མ་སོགས་ཆེན་པོ་ཐོག་ཏུ་འདུག་བ་ངན་སོང་ལ་དེ་འདྲས་མེད་པ། རྨོངས་པའི་གཞན་དབང་དུ་གསུངས་པ་དེ་ཨ་ནི་ཆགས་པ་འདུ་བྱེད་སྡུག་བསྔལ་ལ་དགོས་རེད་ཨོ་སྡུག་བསྔལ་དེ་ལས་ཡང་ཨ་ནི་འཇིགས་སྐྲག་ཚད་དང་ལྡན་པ་ཅིག་སྐྱེས་ཤིང་ན། ཨ་ནི་འགྲོ་བ་རིགས་དྲུག་གང་ལ་ཡིན་ན་ཡང་གཉིད་བྱེད་དང་སྡུག་བསྔལ་དེ་གཅིག་བ་སོགས་འདྲ་ཅིག་ཆགས་དུ་ཡོད་རེད། དངོས་དོར་ལྷ་མིན་ཡིན་ན་ཡང་ཨ་ནེ་ཉོན་མོངས་པ་གཞན་དབང་དུ་བཟུང་བ་འདི་ལས་ད་སྡུག་བསྔལ་ཆེན་པོ་རེད་སྡུག་བསྔལ་གང་གཱའི་རྩ་བ་རེད་དེ་ཡིན་ཙང་ཤིན་ཏུ་བཟོད་ཀྱི་ངན་སོང་སྡུག་བསྔལ་ནའང། ཨ་ནེ་སྡིག་པའི་ལས་ཀྱིས་འདྲིས་པའི་ཐུགས་ཕུལ་གསུང། དེ་ཕྱིར། རྒྱུ་མཚན་དེ་འདྲ་ཡིན་ཙང་སྡུག་བསྔལ་མི་འདྲ་བ་ཡིན་ཟེར་དེའི་རྒྱུ་སྡིག་པ་མི་འགལ་བ་དེ་སྤང་དགོས་རེད། དེ་ཕྱིར་སྲོག་ལ་བབས་ཀྱང་མི་དགེའི་ལས། ནང་ཡང་མི་བྱེད། རྒྱལ་སྲིད་ལག་ལེན་ཡིན་ཟེར་བའི་བྱང་ཆུབ་སེམས་དཔའི་ཐོག་མ་མྱང་ལེན་དེ། ངན་སོང་སྡུག་བསྔལ་ལས་འཇིགས་ཤིང་སྐྲག། དེའི་རྒྱུ་སྡིག་པ་མི་འགལ་བ་དེ་ངོས་ཟིན། སྡུག་བསྔལ་མི་འདྲ་བ་ཡིན་ཙང་སྡུག་བསྔལ་གྱི་རྒྱུ། མི་དགེ་བ་དང་སྤང་དགོས་པ་ཡིན་ཙང་ནི་དེ་སོགས་སོགས་ཀྱི་སྲོག་ལ་བབ་ཀྱང་མི་དགེ་བའི་རྒྱུ་ཚང་མའི་སྔགས་འདི་མི་བྱེད་བསམ་པའི་དམ་བཅའ་བྱ། སྨོན་ལམ་བརྒྱག་དགོས་ཀྱི་རེད། སྨོན་ལམ་བརྒྱག་པ་དམ་བཅའ་བྱ་བ་ཙམ་མ་ཡིན་པར་དངོས་སུ་སོ་སོའི་སྤྱི་ཚོགས་ལག་ལེན་གྱི་ཐོག་ལ་ཡིན་ནའང་དེ་ཚོ་ནམ་ཡང་མི་བྱེད་པ་བྱེད། མི་འགལ་ཡང་བྱེད་བྱེད་པ་ཡིན་ན་ནི་མི་དགེ་བཅུ་པོ་གྱི་ཚུལ་ཁྲིམས་ཟེར་ཡ་དེ་རེད། མི་དགེ་བའི་སྡིག་པའི་ལས་མི་དགེ་བ་བཅུ་ངོས་ཟིན། དེ་ཚོ་སྲོག་ལ་བབ་ན་ཡང་མི་བྱེད་སྙམ་པའི་གདུང་སེམས་བརྟན་པོ་བརྟན། དེ་ནི། མི་ཚེ་གང་པོ་ལ་གསུངས་པ་ཡིན་ན་དེ་ལས་ཚུལ་ཁྲིམས་ཟེར་དགོས་རེད། ཚུལ་ཁྲིམས་སྲུང་དགོས་ཡ་དེ། དགེ་སྡིག་གི་སྣང་ཡས་ཀྱི་ཤིང། སངས་རྒྱས་ཀྱི་སྡིག་པའི་ལས་ཀྱི་འབྲས་བུ་ཐུབ་པས་གསུངས་པ་དེ་ལས་ཡིད་ཤེས་བྱས། སངས་རྒྱས་ལས་དད་པ་བྱས་སྤྱང་གྲུང་དངོས་དུ་བཏང། ཐུབ་པ་སངས་རྒྱས་སྐྱོང་འདི་དེ་ཁྱེད་རང་གི་སྔོན་སོང་དུ་ཆས་ནས་ཟིག་ཞག་སྡིག་པ་མི་དགེ་བའི་སྡིག་པས་དེ་སྤང་དགོས་པ་དང། སྡུག་བསྔལ་གྱི་རྒྱུ་ཡིན་པ་སྲུང་ཤག་དེ་ལས་ཡ་ནི་དེ་ག་ནང་ཡིད་ཆེས་བྱས་ནས་ནི་ཁྱེད་རང་གི་གསུངས་པ་ནང་བཞིན་ངས་བཀའ་བརྩི་གི་ཡིན་ཟེར་ཡ་ཅི། དམ་བཅའ་མ་ལེན་འགྲོ་དུས་ཚུལ་ཁྲིམས་ཡིན་ཟེར་གདོང་པ་ལེན་དྲ་གོས་རེད་གདོང་པ་ཟེར་ན་ད་ག་འདྲ་ཕན་ཡོན་ཆེ་བ་ཡོད་རེད་དེ་འདྲ་བསམ་སྟབས་ན། དེ་ནས་ཡང་སྲིད་ཁ་ཚང་ནས་རྔ་མ་ཤུད་པ་ནང་བཞིན་སྲོག་གཅོད་འདྲ་ཅིག་སྤངས་པ་ཡིན་ན་གཞན་གྱི་སྲོག་ལས་ཡང་རི་ཐང་བརྩི། རང་གི་སྲོག་ལས་རི་ཐང་ཆེན་པོ་ཧ་ཅང་རྩ་བ་ཆེན་པོ་ཡིན་པ་ནང་བཞིན་གྱི་སྲིན་བྱའི་སྲིན་ངན་དེ་ཡང་སྲོག་རྩ་བ་ཆེན་པོ་རེད་བ། འོ་དེ་དང་བྲལ་བ་དེ་མི་འོས་པ་རེད། ཨ་ནི་གཉིས་ཆའི་སྐུ་ནི་ལངས་ནས་ཨི་འཁོར་ལས་སྲོག་ཕ་སྦྱིན་པ་བཏང་ནས་སྲོག་ལ་སྐྱབས་དགོས་ཡོད་བསམ། རང་གི་སྲོག་ལས་ཀྱང་གཞན་གྱི་སྲོག་སྐྱེས་པ་བཟུང་པའི་སྒོ་ནས་སྲོག་གཅོད་སྤངས་པ་ཡིན་ན་ནི་ཕན་ཡོན་ཆེན་པོ་ཐོབ་དགོས་རེད། ད་དེ་ན་ཤི་མ་བྱེད་ལེན་པ་སྟེ་ལོག་གཡེང་ལ་སོགས་པ་དག་ངག་གི་རྫུན་ཕྲ་མ་ཚིག་ཟུར་ཡིད་ཀྱི་ན་སྲི་ནུས་ཚོད་ཚང་མ་ལོག། གཞན་ལ་གནོད་པ་དང་འདྲིར་བྱ་བ་ཡིན་ཙང་དེ་ཚང་མ་སྤངས་དུས་གང་ལ་གཞན་ལ་བརྩེ་བ་གིས་བསྐོས་ནས་ལངས། ཨ་ནི་ཐུ་བ་སངས་རྒྱས་ཅུང་འདི་དེ་ལས་དད་པ་སྔོན་དུ་བཏང། གསུངས་པ་ལས་ཡེ་ཤེས་སྐྱེ། སྤྱན་སྔགས་ལས་ཡ་ཁོང་གི་སྤྱན་སྔགས་ལས་ཡ་ནི་ཆོས་རྗེ་རྒྱལ་བ་སྲས་དེ་བྱས་པའི་པང་དུ་བཞག་ནས་ནི་རང་གི་སྡིག་པ་མི་དགེ་བའི་སྣང་ཡེ་དེ་ཡག་པོ་གྱིས་ཤིང་སྡིག་པ་མི་དགེ་ཡི་འབྲས་བུ་ལ་འཇིགས་སྐྲག་སྐྱེ། ཨ་ནི་གཞན་ལ་གནོད་པ་དེ་ནི་གཞན་ལ་གཉིས་ཆའི་དབང་གིས་བ་པང་ཐུག་ན། ཨ་ནི་དེ་ལ་ཡ་ཚུལ་ཁྲིམས་ཚུལ་ཁྲིམས་ཟེར་ཡ་ཆ་འདྲི། དེ་མ་གཏོགས་མི་སྐྱེ་བ་ཙམ་ལ་ད་ཚུལ་ཁྲིམས་ཟེར་གི་ཡོད་མ་རེད། འཇམ་དཔལ་ལས་ལ་ཁྲིམས་ཡོད་རེད་མི་སྐྱེ་ཡང་ཁམས་དུ་ཡོད་རེད། སོ་སོའི་ཁེ་ཕན་གྱི་དོན་དག་མི་བྱེད་ངེས་ཡོད་རེད། རུ་བ་སོ་སོ་གའི་དོན་དག་ཅིག་འབྲུག་ཡ་དོན་དག་ལ་ད་དེ་འདྲའི་གི་སྤྱོད་པ་སྤང་ཁེ་ཡོད་རེད་དེ་ཚེ་འདི་དང་འདི་ཁེ་ཕན་གི་དོན་དག་ཡིན་ཙང་ནི་ཚུར་ཁྲིང་ཆགས་དགོས་མ་རེད་ཁྲིང་ཆགས་འགྲོ་དགོས་རེད་བ། ཁྲིང་སོང་བསྡད་པ་ཡིན་ན་ནི་གོ་ད་དེ་སོ་སོ་མགོ་ལ་མ་བརྩེ་བ་གྱི་རེད་མ་གཏོགས་དེ་རྒྱ་ཆེན་པོ་ཅིག་ཁེ་ཡོང་བ་ཡོད་མ་རེད། དེ་འདྲ་ཡིན་ཙང་དེ་ཚུར་ཁྲིང་བསད་དེ་ད་འདི་འདི་ནང་ཡང་མི་བྱེད་རྒྱ་སྲིད་ལ་ལན་བསད་དེ་མི་གའི་སྤྱོད་དེ་མི་བྱེད་བ་སྤངས་པ་འདི་ལ་མི་གའི་སྤྱོད་པོ་གི་ཚུར་ཁྲིང་བཟི་དེ་ཨ་ནི་ང་རང་ཚོ་དམ་པོ་ཆོས་བྱེད་མཁན་གི་ཉང་སོ་གླང་ཡག་གི་རིམ་པ་དང་པོ་དེ་སོང་དགོས་རེད། འོ་དེ་ཡིན་ཙང་ལུས་ངག་གི་ཀུན་སྤྱོད་རགས་པ་དེ་ཕ་བཀག་པ་མ་གཏོགས་རེད་ད། སྐྱེས་བུ་འབྲིང་གི་སྐབས་སུ་ནང་སེམས་ཀྱི་དེ་འདི་བསླབ་པ་སྲིད་དུས་ཕ་བཀག་པ་ཙམ་དུ་མ་ཡིན་པར་ཨ་ནི་སེམས་གོང་ནས་གོང་དུ་སྤེལ་ཡག་གི་ཆེད་དུ་ཨ་ནི་ཚུལ་ཁྲིམས་ཀྱི་སྟེང་དུ་ཏིང་ངེ་འཛིན་དེ་བསླབ་པ་ལེགས་ཀྱི་རེད། ཨ་ནི་དེའི་སྟེང་དུ་ཤེས་རབ་ཀྱི་བསླབ་པ་དེ་ལེགས་ཀྱི་རེད། ད་ཕ་ཕྱོགས་མི་དགེ་བ་སྤངས་པ་ཙམ་མ་ཡིན་པར་ཚུལ་ཕྱོགས་སེམས་ཀྱི་སྟེང་དུ་སྒྲུབ་ཕྱོགས་ནི་ཡ་གཅིག་བཏང་དགོས་ཡ། ཨ་ནི་བསླབ་པ་གཞན། བསྒོམ་བྱ་ནི། གཞན་ལས་ཀྱི་ངོ་བོ་བར་དུ་བསྒྲུབ་ཨ་ནི་ལྷག་མཐོང་གི་ཤེས་རབ་ཀྱི་བདག་མེད་ཐོབ་པའི་ཤེས་རབ་བསྐྱེད། ཨ་ནི། ཁོ་ཡི་སྡུག་བསྔལ་མཐའ་དག་སྤྲོ་བར་བྱེད་པ་དེ་ཁོ་རིམ་པ་འདྲ་སྟེ། དང་པོ་དེ་ལ་ཕ། ལུས་ངག་གི་ཀུན་སྤྱོད་རགས་པ་སྤང་ཡག་དེ་ཨང་དང་པོ་རེད་བ། རིམ་པ་དང་པོ་དེ་རེད་བ། དེ་ང་ཚོ་ཚང་མ་དགོས་ཐུག་ཡག་ཅིག་རེད་བ། བསམ་བློ་གཏང་ཤེས་ངེས་ཅིག་རེད། ལས་ཀ་ལ་འཇུག་ན་འཇུག་བདེ་བ་ཅིག་རེད་འཇུག་ཆོག་བ་ཅིག་རེད་འཇུག་འོས་པ་ཅིག་རེད། ཡིན་ན་ཡང་ད་ཚོད་ནང། སྤྱི་བོ་མགྲིན་གྱི་སྐབས་སུ་ད། བསླབ་པ་དེ། མཐོ་རུ་འགྲོ་དགོས་རེད་བ། ད་ལྟེ་ངེས་འཛིན་སོགས་སྒོམ་རྒྱག་ཡག། ཤེས་རབ་ཟེར་དེ་བདག་མེད་རྟོགས་པའི་ཤེས་རབ་རྒྱུད་ལ་སྐྱེ་དགོས་ཡག་གསུངས་འདུག་བ། རིམ་པ་གཉིས་པ་དེ་ལེགས་འདུག་བ། ད་དེ་ནས་ཡང་བྱང་ཆུབ་སེམས་དཔའ་སྤྱི་བོ་ཆེན་པོ་གི་བསླབ་བྱ་དེ་ནི་རྗེས་སོར་ཕར་ཕྱིན་དྲུག་ཟེར་ཡ་དེ་དེ་ལས་རྒྱ་ཆེ་བ་འགྲོ་གི་རེད་ཨ་ལེ་ངན་དེ་སྤྱི་བོ་ཆུང་ངུ་གི་སྐབས་ལ་ཡ་ད་ལྟ་སྤྱོད་ལ་ག་རེ་གི་དེ་ཡང་གི་ཚིག་འབྲུ་དེ་མ་ཞུས་དེར་བ། སྤྱི་བོ་ཆུང་ངུ་ཟེར་ཡ་དེ་དོན་དག་དོག་དོག་ཅིག་ལབ་ན་ངན་སོང་སོང་གི་སྡུག་བསྔལ་ལ་འཇིགས་ཤིག་སྐྲག། ངན་སོང་སོང་གི་སྡུག་བསྔལ་ལ་འཇིགས་ཤིག་སྐྲག་ན་དེའི་རྒྱུ་སྡིག་པ་མི་དགེ་བ་ཡིན་པ་དེ་ངོས་བཟུང། དེ་འདྲའི་སྡིག་པ་མི་དགེ་བ་དེ་ངས་སྤང་གི་ཡིན་བསམ་པས། ཨ། དེ་ལ་བསླབ་པ་དེ་རེད་བསླབ་བྱ་དེ་རེད་ད། ངན་སོང་སོང་ལ་ཡི་ཐག་དགོས་ཀྱི་ཡོད་ན། ངན་སོང་ལ་མཐའ་ཡོད་དངོས་ཐོག་ལྷ་མིའི་གོ་འཕང་ཡི་ཐོག་དགོས་ཀྱི་ཡོད་ན། ཨ་ནས། དངོས་ཐོག་གོ་འཕང། ལྷ་དང་མི་ཡི་བདེ་འགྲོ་གི་གོ་འཕང་དེ་ག་འདྲའི་ཐོག་གི་རེད་ཟེར་ན་མི་དགེ་བ་བཅུ་སྤང། དགེ་བ་བཅུ་དྲུག་ནི་ཐོག་དགོས་བ་ཡིན་ཙང། ཨ་ནས། དེ་འདྲའི་བསམ་བློ་དེ་ལ་ག་རེ་རེད་སྤྱི་བོ་ཆུང་ངུ་གི་བསམ་པ། ཁ་སང་ངས་ནི་ཡང་ནས་ཡང་དུ་ཞུས་འདུག་ཡ་དེ་རེད་བསམ་བློ་དེ་ག་རེ་རེད་ཟེར་ན་དང་པོ་བསམ་པ། བསམ་པ་རྒྱུད་ལ་འདེབས་པའི་གང་ཟག་དེ་ལ་སྤྱི་བོ། དེ་འདྲའི་རྩམ་པ་དང་ལྡན་པའི་སྐྱེས་བུ་གང་ས་དེ་གི་ལག་ལེན་ག་རེ་དག་གི་རེད་བསླབ་རྒྱ་ག་རེ་རེད་ཟེར་དེ་ས་ཆ་སོང་དེ་ངོས་བཟུང་ཞིང་གི་རེད། དང་པོ་སྐྱེས་བུ་ཆུང་ངུ་གི་བསམ་པ་དེ་ག་རེ་ཟེར་ན་ངན་སོང་གི་སྡུག་བསྔལ་ལས་འཇིགས་ཤིང་སྐྲག་པའི་འཇིགས་སྐྲག་ཚད་དང་ལྡན་པ་གཅིག་དང། སྡུག་བསྔལ་དེ་གས་མི་དགེ་བ་ལས་ཡོང་བསྡད་པ་དེ་ཤིང་བསྡད་པ་དེ་སྐྲག་བསྡད་པ་དེ་ལ། དེ་འདྲའི་སྐྲག་པ་ལ་བརྟེན་ནས་དེ་ལས་མཐའ་ཡག་གི་མཐའ་ནས་དངོས་ཐོག་གོ་འཕང་ཐོབ་ན་སྙམ་པ་དོན་དུ་གཉེར་པ། དངོས་ཐོག་གོ་འཕང་ངེས་པར་དུ་ཐོབ་ཐུབ་པ་བྱེད་ཀྱི་ཡིན་བསམ་པ་སངས་པ་དཀྱུས་མ་མ་ཡིན་པ་དེ་ལ་སྐྱིད་པོ་ཆུང་ངུ་གི་བསམ་པ་ཟེར། དེ་འདྲའི་བསམ་བློ་ཡོད་མཁན་གྱི་དེ་ལ་ལའང་སྐྱིད་པོ་ཆུང་ངུ་གི་ལའང་མྱང་ལེན་ཟེར་ན་དེ་རེད་ད། དེ་འདྲས་ཀྱི་སོ་སོ་རྒྱུ་ལ་དཔྱད་ཀྱི་འདུག་ན་ཁྱེད་རང། གཏན་གྱི་གང་ཟག་དེ་སྐྱིད་པོ་ཆུང་ངུ་གི་གང་ཟག་ཆགས་འགྲོ་ཡི་རེད། སྐྱེས་བུ་ཆུང་ངུས། ག་རེ་བྱས་ནས་ཁོ་བསམ་པ་འདི་འདྲས་ཀྱི་རྒྱུ་ལ་སྐྱེས་པ་ཡིན་ན་བསམ་སྐྱེས་བུ་ཆུང་ངུ་དྲིལ་ཚིག་རེད། སྐྱེས་བུ་ཟེར་དུས་གང་ལ་དེ་ལས་ང་རང་ཚོ་མི་ཕལ་བ་དེ་འདྲས་བྱ་བ་མ་བྱས་ངས་དེ་ཚོ་ལ་སྐྱེས་བུ་སོང་གང་ཡང་མ་རེད་ད། འཇིག་རྟེན་བྱ་བ་རང་ལས་མགོ་འཁོར་དེ་ངས་བྱས་ཡིན་ན་གང་ཟག་རེད་མ་གཏོགས་སྐབས་འདིར་སྐྱེས་བུ་གསུམ་བྱས་ཟེར་ཡག་གི་སྐྱེས་བུ་དེ། པོར་ཁ་ཟེར་ངན་འདི་ནུས་ལྡན་ལས་མགོ་འཁོར་བ། སྤྱིར་བཏང་ང་ཚོ་སྤྱིལ་བུ་ཟེར་ཡ་དེ་སེམས་ཅན་ཚང་མ་ལ་སྤྱིལ་བུ་ཟེར་སྐབས་དུ་ཡོད་རེད། སྤྱིལ་བུ་དང་གང་ཟག་དང་བཅས་མིང་གི་རྣམ་གྲངས་གསུང་ས་ཡོད་རེད་དེ་དང་དེའི་སྤྱིལ་བུ་གསུམ་གྱི་ལམ་གྱི་རིམ་པ་ཞེས་པའི་སྤྱིལ་བུ་དེ། གང་ཟག་ནུས་ལྡན་གྱི་སྒོ་ནས། ག་རེ་སི་ནུས་ལྡན་ཟེར་ན་ངན་སོང་ལས་ཡ་ཐ་བ་བྱེད་ནུས་པ། མངོན་མཐོ་ལྷ་མིའི་གོ་འཕང་མཐོ་ནུས་པར་བྱེད་པའི་ལམ་བརྒྱུད་ལ་ལྡན་པ་ཡིན་ཙང་ནུས་ལྡན་གྱི་གང་ཟག་ཆུང་བ་དང། ནུས་ལྡན་གྱི་གང་ཟག་འབྲིང། ནུས་ལྡན་གྱི་གང་ཟག་ཆེན་པོས། མ་གཏོགས་པ་འབུ་གྲང་བ་ཡིན་ཕྱིར་གང་གི་ད་ལྟ་སྐབས་འདིར་བསྟན་པའི་སྤྱིལ་བུ་ཆུང་ངུ་ནང་ཚུད་ཀྱི་ཡོད་མ་རེད། སྤྱིར་འགྲོ་བ་སྤྱིལ་བུ་ཡིན་ན་ཡང། སྤྱིལ་བུ་གསུམ་གྱི་ནང་ཚན་གྱི་སྤྱིལ་བུ་གང་ཡང་མ་ཡིན་ཏེ་སྤྱིལ་བུ་ཆུང་ངུ་གྱི་བསམ་པ་མི་ལྡན་ཁོ་ལ། དེ་མི་ལྡན་ན་སྤྱིལ་བུ་ཆུང་ངུའི་གང་ཟག་ཆགས་ཀྱི་མི་འདུག་ཟེར་དེ་སྤྱིལ་བུ་དེ། སྤྱིལ་བུ་ཟེར་ཡ་དེ་ང་ཚོ། ལེགས་ཆ་གི་ནང་ལ་གར་བྱང། པུར་ཤོ་མར་བའི་འོ་དེ་ནུས་ལྡན་ཟེར་ཡ་དེ་ལ་རུ་བ། ནུས་པ་ཆེ་བ་བ་ཡོད་མཁན་ཅིག་ལ་ཟེར་གྱི་ཡོད་རེད་ཟེར། དེ་བསམ་པ་དང་རྒྱུ་ལ་དཔྱད་ན་ནུས་པ་ཆེ་བ་བ་ཅན་ག་རེ་ནུས་པ་ངན་སོང་ལ་མཐའ་ཡག་གི་ནུས་པ་དངོས་གཙོ་ལམ་ཡིན་གོ་འཕང་མཐོ་ཡག་གི་ནུས་པ་དེ། དེ་འདྲའི་བསམ་པ་རྩ་བ་ཆེན་པོ་ཅིག་ལ་ཡང་སྤྱི་བོའི་ཆུང་ངུ་གྱི་མཐོ་མོ་ཡིན་བསམ་པ། དེ་འདྲའི་བདེན་པའི་གང་ཟག་དེ་ལ་སྤྱི་བོའི་ཆུང་ངུ་གི་གང་ཟག། གང་ཟག་དེ་གི་བསླབ་བྱ་ག་རེ་ཟེར་ན། ནི་མི་དགེའི་སྤྱོད་སྤོང་གི་ཚུལ་ཁྲིམས་སུ་ད་ལྟ་དེ་ཆེ། སྲོག་ལ་བག་ཀྱང་མི་དགེའི་ལས་ཡིས་མི་དགེ་བ་སྤྱོད་མཚམས་མེད་པ་ལྔ། སྲོག་ལ་བག་ཀྱང་མི་བཅད་སྙམ་པའི་ཚུལ་ཁྲིམས་དེ་ལ་ནི་བསླབ་བྱ་ཆགས་ཀྱི་ཡོད་རེད། བོ་འདུག་ཟེར། ད་ང་ཚོ་དངོས་གནས། དུས་ཚོད་བྱུང་ན་ང་ཚོ་མི་སྒེར་བཅུ་པོ་ཚུར་འཁྲུལ་བསལ་ཏེ་རེ་རེ་རེ་རེ་ནང་སྦྱང་དགོས་ཡ་རེད། རེད་བ། སོགས་བརྗོད་པ་མ་བྱས་པའི་ལས་སོ་སྐུ་མར་སྤང་ཡ། ལོག་གཡེང་སྤང་ཡ། དེ་ནི་ངག་གི་སྒོ་ནས་བརྩོན། ཕྲ་མ་ཚིག་རྩུབ་ངག་འཁྱལ་ཡིད་ཀྱི་སྒོ་ནས་བརྣབ་སེམས་གནོད་སེམས་ལོག་ལྟ། ལྟ་ཚང་མེད་པ་ང་ཕ་ཟེར་བ་མ་ཟེར་བ་དགྲ་བཅོམ་པ་ཟེར་བ། དེ་ཤི་བ་སྐུ་ལ་ངེས་ཟིག་ཁྲག་ཕྱུང་བ་རྡོ་རྗེའི་སློབ་བུའི་སྐུ་ལ་རྡོ་རྡོ་བ་ཟེར་ཡ་འདྲ། ད་དེ་སྐད་ཀྱི། བདེག་པ་དེ་གི་ཞེས་བསམ་པ་སྦྱོར་བ་མཐའ་ཐུག་ཟེར་ནས་ད་ཁྲ་ཞིག་ཁྲ་བ་བྱང་ཡ་ཡོད་ར་བ། ཨ་ལེ་ངས་ལ་ཡ་མི་སྐད་ཅོ་བུང་གི་ཚུལ་ཁྲིམས་རབས་སུ་གྱིས་མ་ཞུས་ན་འདིར་རེད་འོ་དེ་བྱེད་དུས། དེ་ཁྲ་ཞིག་ཁྲ་བ་དེ་ང་གཅིག་བྱས་ན་དྲི་བ་ནི་ལ་ལ་ཡུན་དགོས་རེད་དེ་བྱེད་ད། ཨ་ནེ་སྤྱི་བོ་ཆུང་གི་བསམ་པ་དེ་མདོ་དུས་དེ་འདྲ་ཅིག་ཞུས་ན་ད་སྤྱི་བོ་འབྲིང་གི་བསམ་པ་དེ་ཤོ་ལོ་ཀའི་གཉིས་པ་དེ་གི། མ་བསྟན་གི་འདུག་བ། སྲིད་སྲུང་སྡེ་བ་རྩ་རྩིས་ཟིལ་པ་བཞིན། རྩ་བ་མཐོང་སོང་ཨ། སྲིད་སྲུང་སྡེ་བ་རྩ་རྩིས་ཟིལ་པ་བཞིན། ཡོད་ཙང་ཞིག་གིས་འཇིགས་པའི་ངང་ཚུལ་ངང་ཚུལ་ཅན་ཟེར་ངང་ཚུལ་ཡིན། ག་རེ་རེད་དོ། ཨོ་ཡ། ནང་ཡང་མོ་ཁྱོད་ཐར་པའི་གོ་འཕང་མཆོག། དོན་དུ་ཉེ་བ་རྒྱལ་སྲིད་ལག་ལེན་ཡིན། ད་སྤྱི་བོའི་འབྲིང་དེ་བསྟན་འོ་རེད། ད་སང་ལོ་ད་གས་ལས་གནས་ཚད་མཐོ་རུ་འགྲོ་གི་ཡོད་རེད་དོ། ད་གས་དེ་ག་རེ་རེད་ཟེར་ན་ང་རང་ཚོ། ངན་སོང་གི་སྡུག་བསྔལ་ལས་འཇིགས་ཤིག་སྐྲག་པ་ཙང་གྱིས་རེད། ངན་སོང་སོང་གི་ལ་མང་དོ། ད་ག་རེ་ཟེར་ན་སྲིད་པ་སྲུང་ག་ལ་ངན་སོང་སང་དོ་མ་ཚད། སྲིད་སྲུང་ཟེར་ན་འདོད་པའི་ཁམས། གཟུགས་ཀྱི་ཁམས་གཟུགས་མེད་ཀྱི་ཁམས། འགྲོ་བ་རིགས་དྲུག། སྲིད་པ་སྲུང། ཁམས་སྲུང། གཅིག་པ་རེད། སྲིད་པ་སྲུང་གི་ནང་ལ། ཁམས་སྲུང། སྲིད་པ་སྲུང་དོན་དག་གཅིག་པ་རེད། འདོད་པའི་སྲིད་པ། གཟུགས། གཟུགས་མེད་སྲུང། ཁམས་སྲུང། འགྲོ་བ་རིགས་དྲུག། གང་གང་གང་ན་འདུས་འདུས་པར་གདའ། མདོར་ན་འགྲོ་བ་རིགས་དྲུག། ད་སྔར་སོང་ངས་སོང་སོང་ནས་བཟུང་སྟེ་མི་དང་ལྷ་དང་ལྷ་མ་ཡིན་དག་པས་ཡོངས་སུ་རྫོགས་པ་ཁུ་བ་རྣམས་ལ་ཁོ་ཚད་ཀྱི་སེམས་ཅན་སྦྱིན་ཆེན་ཆེ་ལ། ད་དེ་ག་རེ་བྱེད་རེད་ཟེར་ན་ང་རང་ཚོ་ནི་ཁུ་བ་ལ་ཁོ་བསྡད་པ་དེ་ག་རེའི་དབང་གིས་ཁོ་གི་རེད་ཟེར་ན། སྲིད་པའི་བདེ་བ་ལ་ཆགས་པའི་དབང་གིས་ཁོ་གི་ཡོད་རེད། ང་ཚོ་མི་ཡིན་ན་མི་ཡི་བདེ་སྐྱིད་འདྲ་བྱེད་ལ་ཆགས་ནས་མི་ཡི་ག་རེ་ཟེར་ར་སྲིད་སོང་བདེ་བ་དེ་ག་རེ་དཔལ་འབྱོར་གྱི་བདེ་བ། གོ་གནས་དང་མིང་དང་གྲགས་པ་དང་ལང་ཚོ་དང་ཁོ་ཁོག་གཡོག་དང་སོ་སོ་གི་ཕྱོགས་གཏོགས་དང་ད་ཅི་ཡོད་རྡོ་ད། སྲིད་སྲོང་བདེ་བ་བསལ་ཏེ་འཇིག་རྟེན་ཡོངས་སུ་ཚོགས་པ་གི་ཕོ་སྲོང་ཚོགས་པ་བརྩི་བདེ་ཡ་ཆེ། བདེ་བ་བརྩི་བདེ་བ་ཆེ། དཔེ་ཆ་ནང་ནས་ཕར་གསུངས་པ་ཡིན་ན་དེ་ཚོ་ཚང་མ་ལ་སི་པིག་གི་དཔེ། དགྲ་ཟླ་ངོ་མ་ག་རེ་རེད་འཇུ་ཡི་སྡུག་བསྔལ། འདུག་འཇུ་ཡི་སྡུག་བསྔལ་ཆགས་ཡོད་རེད་ད། འཇུ་ཡི་སྡུག་བསྔལ་ཡིན་པ་ལ་ང་རང་ཚོ་ལ་ཕོ་ཚོང་ཚོ་པ་བརྩི་བདེ་ཡ་ཆེ། དེ་སི་སོང་གི་བདེ་བ་ཡིན་ན་ཕོ་ཚོང་ཚོ་པ་གང་ག་ཡེ་མེད་ཤོ་བདེ་ས་དེ་ཆགས་བདེ་ས་དེ་དེའི་དགྲ་ཟླ་ལ་ང་ཚོ་དཀའ་ལས་བརྒྱབ་ནི། དེ་ནི་ཉོན་མོངས་པའི་དབང་གིས་གཡོག་པོ་འཇུག་བདེ་བ་ཆེ། ད་ལྟའི་སི་པ་ཁོ་ལོ་ཁོ་བདེ་བ་དེ་དེའི་དབང་གིས་ཡོང་དགོས་རེད་ང་རང་ཚོ་ད་ལྟ་མཐོང་བདེ་བའི་ཕོ་ཚོང་ཚོ་པ་གཅིག་འདུག་དེ་ཡེ་མེད་ཤོ་བདེ་ས་དེ་ཆགས་བདེ་ས་དེ་ཞེན་བདེ་ས་དེ། ད་དེའི་དོན་དག་ལ་ང་ཚོར་ཉོན་མོངས་དུག་གསུམ་གྱི་ཁོ་ར་མང་པོ་ཞིག་བརྒྱབ། སྐབས་རེ་འགལ་བ་ཡང་བྱེད་ཀྱི་རེད་ཟ་བྱེད་ཀྱི་འགལ་བ་ཕན་བྱེད་ཀྱི་འགལ་བ་ཁུ་བ་ཁོ་ཡི་འཇུག་འགལ་བ་རེད་མ་གཏོགས་ཟག་མེད་ཀྱི་འགལ་བ་ཐབས་ཡིག་གི་འཇུག་ཐང་ཆེན་བྱེད་པའི་འཇུག་གི་འགལ་བ་དེ་འགྲུབ་ཐུབ་ཀྱི་ཡོད་མ་རེད། ང་ཚོར་འགལ་བ་མང་པོ་ཅིག་ག་རེ་ཟེར་ན་ཁུ་བ་ཁོ་ཡག་གི་འགལ་བ་བསགས་ཏེ་ཡོད་དོ། སོ་ནང་གི་ལས་མི་གཡོ་བའི་ལས་མ་རིག་པའི་ཀུན་ནས་བསླངས། ཡིན་རྒྱུ་དགེ་བ་རེད་དེ། མཐར་ཐུག་གི་ཡེ་གེ་ཐར་བ་ཐམས་ཅད་གོང་མ་ཐོབ་ཐུབ་པའི་དགེ་བ་དེ་བསགས་ཐུབ་ཀྱི་མ་རེད། གནས་དགོས་འཁོར་བ་འཁོར་ཡག་གི་དགེ་བ། སྲིད་སྲོང་བདེ་བ་རྩ་ཚིག་ཟེར་བ་ཞེས་ད་ང་ཚོ་སྤྱི་བོས་འབྲིང་གི་བསམ་བློ་བཏང་སྟངས་ཀྱི་བསམ་པ་དེ་ག་རེ་རེད་ཟེར་ན་དང་པོ་ཨ་ལི་ངན་ལི་རྡོག་རྡོག་གྱི་ལག་ན། ཁང་སོང་འགྲོ་བ་རི་གྲུ་སེམས་ཅན་ཐམས་ཅད་ལས་དང་ཉོན་མོངས་ཀྱི་གཞན་དབང་དུ་སྤྱོད་པའི་སྡུག་བསྔལ་ཡིན་པ། དེ་འབྲེལ་གྱི་ཁོ་ཡི་སྡུག་བསྔལ་ལ་འཇིགས་ཤིང་སྐྲག་ནས། ཨ་ནི་ཁོ་བ་ལ་བསྟན་དུ་ཐ་ན་སྙམ་པས། ཐར་པའི་གོ་འཕང་མཐོང་ན་དགྲ་བཅོམ་པའི་འབྲས་བུ་མཐོང་ན་ཉོན་མོངས་ཐམས་ཅད་སྤངས་ཐུབ་ན། སྟེང་གི་བདེ་བ་འགྱུར་བ་མེད་པ་ནང་ཡང་འགྱུར་བ་མེད་པའི་བདེ་ཆེས་མཐར་ཐུག་པ་དེ་ཐོབ་ན་ཐར་པའི་གོ་འཕང་ཟེར་ཡ་དེ་རེད་འོ་དེ་ཐོབ་ན་ཉམས་པའི་བསམ་པ་དཀྱུས་མ་མ་ཡིན་པ་དེ་ལ་ངན་སྐྱུགས་ཀྱི་བསམ་པ། ཐར་པ་དོན་གཉེར་གྱི་བསམ་པ། སྐྱེས་བུ་འབྲིང་གི་བསམ་པ། འབྲིང་སེ་གོལ་དེ་ད་གའི་སྐྱེས་བུ་ཆུང་ངུ་ལས་ཁོ་གནས་ཚད་མཐོ་རུ་འགྲོ་སོང་བ། བྱང་ཆུབ་ཀྱི་སེམས་པ་ལས་གཏད་སོ་དམའ་རུ་འགྲོ་བའི་དོགས་འབྲིང་རེད་བ། དེ་འདྲའི་ཐར་པ་སྟོན་འདོད་སྙིང་བའི་བློ་ཡོད་དཀྱུས་མ་མ་ཡིན་པའི་ཡོད་མཁན་གཅིག་ལ་གི་བསམ་པ་དེ་ལ་སྐྱེས་བུ་འབྲིང་གི་བསམ་པ། དེའི་རྒྱུད་ལ་བསྡིགས་པའི་གང་ཟག་དེ་ལ་ཨ་ནི་སྐྱེས་བུ་འབྲིང་གི་གང་ཟག། ད་དེ་འདྲའི་གང་ཟག་དེ་གས་ནས་ཐར་པ་ཐོབ་དགོས་ཀྱི་ཡོད་ན། ཁུ་བ་མཐའ་དག་ལས་གྲོལ་དགོས་ཀྱི་ཡོད་ན་རྒྱུ་ག་རེ་དགོས་སམ་ལངས་ལག་པ་ཟོམ་ཟོ་ད་གའི་མི་གའི་སྤྱི་བོ་གི་ཚུལ་ཕྲེང་ཙམ་མ་ཡིན་པ་ད་དེ་ལས་ཏིང་ངེ་འཛིན་དང་ཤེས་རབ་གཉིས་ཀྱི་གནས་པའི་བཅའ་ཚ་རེད། སྤྱོད་པ་ཡང་རྒྱ་ཆེར་བཅིངས་ཚ་རེད། ལངས་ལག་པ་ཟོམ་ཟེར་གི་འདུག་ད་དེ་ཟེར་ཏེ་ད་ལྟ་ཤོ་ལོ་ཀ་དེ་ག་རེ་བསྟན་གི་འདུག་ཟེར་ན། སྲིད་སྲོང་བདེ་བ་རྩ་རྩིས་ཟེར་བ་གཞན་ཡིན་ཟེར་ཏེ་དཔེ་རེད། ང་རང་ཚོ་གི་འདོད་པ་དང་གཟུགས་དང་གཟུགས་མེད་པའི་ཁམས་ཀྱི་ཕུན་སུམ་ཚོགས་པའི་བདེ་སྐྱིད་བྱ་མྱོང་པ་དེ་དཔེ་ཞེ་བོད་ཀྱི་བསྟན་པོ་ཡིན་དྲན་དུ་ཡོད་རེད་མ་གཏོགས་དོན་ངོ་མ་ལ་ག་རེ་རེད་ཟེར་ན། ང་ཚོ་ཙག་གི་རྩེད་མོ་ལས་བཟི་བ་ནང་བཞིན་རེད་བརྟན་པོ་ཡོད་མ་རེད་མ་ཟ་ཆོག་ཆོག་རེད། སྲིད་སྲོང་སྡེ་བ་རྩ་རྩིས་ཟེར་བ་ཞིག་རྩ་རྩེད་མོ་ལས་ཞོག་ཁྱི་ང་བོ་ཁོ་དེའི་ངན་གྱི་ཆུ་བཟི་བ་ལྟ་བུ་ཅིག་རེད་ཟེར། རྩ་རྩེད་མོ་གི་ཆུ་གི་བཟི་བ་དེ་བརྟན་པོ་ཡོད་མ་རེད་ཡང་ན་ཉི་མ་གི་ལང་སང་རྐང་རེད་ཡང་ན་སྒུལ་ལྕོག་ཅན་ན་ས་ལ་ཟགས་འདྲ་རེད་དེ་ཡིན་ཙང་སྲིད་སྲོང་སྡེ་བ་རྩ་རྩིས་ཟི་བ་ཞིག་དཔེ་རེད། རྩ་རྩེད་མོ་གི་བཟི་བ་དེ་ཁོ་འགྱིག་ཆོག་ཆོག་རྐང་ཆོག་ཆོག་བརྟན་པོ་མེད་པ་ནང་བཞིན་ང་རང་ཚོ་སྲིད་པའི་ཕོན་ཚོགས་གང་དགོས་ལ་དེ་འདྲི་རེད་ཟེར། སྐད་ཅིག་སྐད་ཅིག་གིས་འགྱིག་ཆོག་ཆོག་ཡོད་རེད་ལ་སློབ་བུ་ཐོག་ཆོད་དེ་སྤྱན་དབང་ཁྲིད་ནས་ཉམས་འགྲོ་དགོས་རེད། ཨ་ནེ། ཉེ་རེ་ཉེ་རེ་ཕྱུགས་ཀྱི་སྙེ་མ་བཞིན་དུ་ཕ། ཡས་འགྲོ་དགོས་རེད་ད། ང་རང་ཚོ་གི་དཔེ་ན། འདི་ཅི། མི་སེར་རེད་ཆགས་ཤག་ན་མཐོང་ས་ཁོ་རང་ད་ག་རེད་དང། ཡ་ཚང་དགོས་རེད་མ་རྒས་རེད་དགོས་རེད་མ་ཤི་རེད་དགོས་རེད། ང་རང་ཚོ་གཅིག་མི་རྟག་པ་མ་རྟོགས་བ་ཡིན་ཙང་གཅིག་བརྟན་པོ་འདྲ་གཅིག་སྟངས་འཛིན་དབང་གིས་ཉོན་མོངས་སྟངས་འཛིན་དབང་གིས་གཅིག་བསྡད་དུ་ཡོད་རེད་མ་མཐོ། དངོས་གནས་མི་རྟག་པའི་ངང་ཚུལ་གཅིག་གི་ཚུལ་བལྟ་བ་ཡིན་ན་བལ་ད་ག་རེད་འཇག་ཤ་ནི་འཇག་ཡེར་བ་ནང་བཞིན། གཡག་ཁ་མེ་ཏོག་ཤ་ནི་སྟོན་ཁ་ཡེར་བ་ནང་བཞིན། འོ་དེ་འདྲས་ཀྱི་མང་དུ་ཡོད་མ་རེད་ཟེར་སྲིད་སྲོང་བདེ་བ་རྩ་ཚིག་ཟེར་བ་ཞེས། སྲིད་སྲོང་གི་བདེ་བ་ཚང་མ་འདི་རིགས་རེད། དཔེར་ན་ལྷ་དེ་ཚོ་ལ་སྐྱེས་ནས་བསྐལ་པ་དེ་བསྐལ་པ་ཟ་ཁ་བྱས་རེད་ང་ཚོ་མི་ལ་ལྟོས་ཏེ་བསྐལ་པ་ཟ་ཁ་བྱས་རེད་མ་གཏོགས། གཏན་གྱི་བདེ་བ་ཐར་པ་ལ་བསམ་བློ་བཏང་བ་ཡིན་ན་ཁོ་གི་ཡོད་ཙང་ཞིག་གིས་འཇིགས་པ་རེད་ཁོ་ཡང། འོ་དེ་འདྲ་ཡིན་ཙང་ནི་སྲིད་སྲོང་གི་བདེ་བ་གང་ག་ལས་ཞན་ཆ་བྱས་ཡོད་མ་རེད་དོན་ངོ་མ་ལ་ཉོན་མོངས་ཀྱི་འབྲས་བུ་རེད་སྡུག་བསྔལ་གྱི་རྟེན་རེད་སྡུག་བསྔལ་དེ་འབྲི་དུ་ཡོད་རེད་བྱ་ནོམ་པའི་བདེ་བ་ཅིག་མ་རེད། དེ་ཚོ་ཚང་མ་ག་རེ་རེད་ཟེར་ན་འཇུ་ཡི་སྡུག་བསྔལ་ལ་གོ་རེད་བ། ང་ཚོ་ལྟ་འདི་བདེ་སྐྱིད་རྩེ་དེ་ཡ་གང་ག་དཔེ་ཆ་ནང་ལ་དེ་ལས་གར་སོང་འཇུ་ཡི་སྡུག་བསྔལ་ལ་ཡོད་རེད། ཟག་བཅས་ཀྱི་བདེ་བ་ང་ག་རེ་འདི་ཡིན་མ་ཡིན་ན་ཡང་བདེ་བ་དེ་ག་རེ་སའི་དངོས་དེ་རེད་ག་འདྲ་སའི་བདེ་བ་རྣམས་དེ་རེད་བདེ་བ་ཆ་དེ་རེད་ཟེར་ན། སྡུག་བསྔལ་གཉིས་ཀྱི་བརྗེ་པོ་ལོག་ཡག་གི་མཚམས་དེ་ལ་ང་ཚོས་བདེ་སྐྱིད་ཙི་དེ་རུ་བལྟ། སྡུག་བསྔལ་ཆེ་ཆུང་གཉིས་ཀྱི་བརྗེ་པོ་ལོག་མཚམས་དེ་ལ་བདེ་བ་རེ་རེ་ང་ཚོར་སྣང་ཡོང་གི་རེད། དཔེར་ན་ང་ཚོ་གོམ་པ་བརྒྱབ་བརྒྱབ་བརྒྱབ་བརྒྱབ་ཀོང་དཀར་ལི་ཞི་བེ་ཅི་ཁ་ཆུ་ནི་འདེད་ཆོག་གི་མེད་ཟེར་ངེས་བཙན་དབང་གི་ཅིག་དལ་ཁད་བྱོས་ན་འགྲོ་བ་དེ་སྡུག་བསྔལ་ཞི་བེ་ཅི་རེད་བ་འགྲོ་ཡ་དེ་ཧང་སང་ཡ་སྡུག་བསྔལ་ཅི་རེད་དེ།

ད་ག་ནང་བཤད། སྨད་དུ། ཚ་གྲང་གི་སྡུག་བསྔལ་ཡང་དེ་རེད་བ། ཚ་བ་ཚིག་ཚིག་ཚིག་ཚིག་མལ་གྱི་ཚིག་ཚ་བ་གི་ཚིག་ནི་སྡུག་བསྔལ་ཞི་བའི་ཕྱིར་ཡང་གྲང་མོ་བྱས་ནས་བསྡད་དུས། ཨ་ད་སྐྱིད་པོ་ཞི་བོ་འདུག་ཟེར་ནས། སིད་པོ་འདུག་སྐྱིད་པོ་འདུག་ཟེར་གི་རེད་བ། ད་གའི་ཚ་ཡི་སྡུག་བསྔལ་དེ་མ་མེད་པར་ཆགས་ད་གྲང་ཡི་སྡུག་བསྔལ་འགོ་བཙུགས་གི་ཡོད་རེད་ཡང་གྲང་མོ་བསྟེ་བསྟེ་བསྟེ་གང་ཙམ་བྱས་ལ་ཡང་གྲང་དྲགས་རེད། ཡང་ཁོ་སྡུག་བསྔལ་ངོ་བོ་ལ་ཕར་འགྱུར་རེ་རེད། དེ་འདྲའི་རྗེས་པོ་བློ་བཟང་ཁྱེད། དེ་ནི་ཚང་མ་སླབ་གྲྭར་འདྲ་གྱི་འགྲོ་མྱོང་ངེས་ཡིན་ཁྱེད་ར་རྒྱུགས་སྤྲོད་བྱས་དུས་ང་ཚོ་འདི་ར་ཡོད་ད་རྒྱུགས་སྤྲོད་བྱས་ཚར་དྲ་པོ་གཅིག་སྐབས་ལ་རྒྱུགས་སྤྲོད་ཚར་བ་དང་ནི་སྐྱིད་པོ་འདྲ་གྱི་ཚོགས་འདུ་བ་དེ་གར་བྱས་རེད་ད་དྲི་སྡུག་བསྔལ་རྒྱུགས་སྤྲོད་ཀྱི་རྔམ་སྐྲག་དེ་སྡུག་བསྔལ་ཆེ་བ་དང་བ་མེད་ཡ་རེད་འགྲོ་དུས་ཨེ་ནི་བདེ་བ་ཚོགས་དེར་བ། ཨ་འདི་སེང་ལ་དགའ་ཚོར་ང་རྒྱུགས་སྤྲོད་འཕྲོད་ཤག་ཨང་ཀི་ཡག་པོ་གླེང་ཤག་ཟེར་ཅིག་འདི་ཅི་འདྲའི་བརྩི་ཁ་ཆེ་ར་བ་མ་གཏོགས་དོན་དང།

འོ་དེ་འདྲ་ཡིན་ཙང་ད་སྡུག་བསྔལ་ཐང་ཅིག་དེ་འདྲའི་འགྱོ་བདེ་ཡོད་རེད་སུ་ཁོ་ལ་མིང་ག་རེ་འགྱོ་ཡི་སྡུག་བསྔལ་ལབ་རེད། ད་ནང་ཡང་འགྱོ་བ་མེད་པའི་བདེ་བ་དེ་ག་རེ་རེད་ཟེར་ན་ག་ཚད་མྱོང་ག་ཚད་མྱོང་ཉིན་ན་སྡུག་བསྔལ་ངོ་ཕར་འགྲོ་རྒྱུ་མེད་མཁན་དེ་ཟག་མེད་ཀྱི་བདེ་བ་བསད་རྒྱུ་རེད། དཔེར་ན་ང་ཚོ་བྱང་ཆུབ་ཀྱི་སེམས་དང་སྙིང་རྗེ་ཆེན་པོ་གྱི་སྒོམ་ནི་ཨེ་ནི་སོ་སོ་ལ་ཡིད་ཚིམ་པའི་སྙིང་སྟོབས་ཀྱིས་ལས་ཡ་ཡོད་ར་ད་དེ་ནང་ཡང་འགྱོ་ཡ་ཡོད་མ་རེད། ཕ་ཆེ་ཆུང་འདྲ་གྱིས་ནི་ཕ་ཆེ་རུ་འགྲོ་ཡ་ལ་ཚང་ཁྱོད་ནི་ཡོད་མ་རེད་གོ།

ཨ་ནུ་སོ་སོ་ལ་མི་འདོད་པའི་སྡུག་བསྔལ་ག་ཚོད་བྱུང་ན་ཡང་ད་གཞན་གྱི་སྡུག་བསྔལ་གོ་ཆོད་པར་ཤོག་སའི་རྨོ་ལངས་བརྒྱབ། དང་ཐུག་ཡས་སེམས་ཅན་གཞན་གྱི་སྡུག་བསྔལ་ང་ཚོས་སྨིན་པར་ཤོག་སོགས་པའི་བློ་སྟོབས་བསྐྱེད། དེ་འདྲའི་སང་ལོ་ཚེ་ཐུང་བ་ཅིག་སླེབས་སོང་ན་ཨ་ད་ང་དམན་ཡག་པོ་བྱུང་སོང་བསམ་པ་ཡིད་ཚིམས་པ། ཨ་ནུ་དངོས་གནས་སྡུག་བསྔལ་བྱུང་ན་ཡང་ཁོ་སྐྱིད་པོ་ཡོད་ར། ད་དངོས་གནས་སྡུག་བསྔལ་འདི་ཡག་པོ་བྱུང་སོང། ད་དེ་བཞིན་སེམས་ཅན་གཞན་གྱི་སྡུག་བསྔལ་གོ་ཆོད་པ་ཤོག་བསམ་པའི་སྙིང་སྟོབས་ཅིག་ཡོད་ན་སྡུག་བསྔལ་འདི་སླད་ན་དགའ་བདེ་གུར་གོ་གནོད་སྦྱིན་ཐང་ཆེན་རི་ཆེན་རྟ་དང་མཚུངས་བསད་ཅིག། ད་སྡུག་བསྔལ་དང་དུ་བླངས་སོང་ནི་སྡུག་བསྔལ་མ་རེད་ཁེངས་ཚ་ཡོད་རེད་དེ། སྡུག་བསྔལ་འདི་ལས་པས་ནི་འཇིགས་པ་རང་ག་བ་སྐྱེས་དེ་ན་ཁོས་གི་ཆིབས་ཀྱི་རྣག་རིབ་ལ། སྡུག་བསྔལ་དང་དུ་བླངས་སྙིང་སྟོབས་སྐྱེས་ཚར་ན་སྡུག་བསྔལ་འཁོར་འདི་དངོས་མ་རེད་བ་ད་སྡུག་བསྔལ་མ་རེད། སྡུག་བསྔལ་འདི་ལྡེའུའི་གྲོགས་ལ་འགྲོ་བྱ་བར་བ། གནོད་བྱེད་ཐམས་ཅད་རེ་ཆད་ཐོད་དུ་སོང་ཟེར་བརྒྱ་ཆ་བརྒྱ་ཐམ་པ་ང་རང་ཚོ་བྱང་ཆུབ་སེམས་མ་བསྐྱེད་ན་ཡང་བློ་རགས་པ་གི་ཐོག་ནས་བར་གྱི་འབད་རྩོལ་བྱེད་དང། ཨ་དེ་འདྲའི་གི་བསམ་བློ་ཡག་པོ་ཞིག་བཏང་ཐུབ་ཟིན་ན་ལྟོགས་སེ་སྐྱེ་བ་དང་བག་ཕེབས་པོ་དང་ཡག་པོ་ཡོང་དགོས་འདུག་བ། མ་ལངས་སྡུག་ཅག་ཅིག་བཏང་ཟོས་ན་ཡང་ཨ་མ་ལངས་དེ་ག་རེ་ཡིན་ན་བསམ་སེམས་ཁྲལ་བྱེད་དུས་ན་སྡུག་རུ་འགྲོ་གི་འདུག་བ། ད་ལྟ་སྐྱེ་ངན་ལམ་ཆོད་འདྲ་ཅིག་བྱེད་ཕ། གཏོང་ལེན་འདྲ་ཅིག་སྒོམ་ཅིག་བྱས་ཤེས་ན་ཁོ་བསམ་དེ་ངེས་འགྲོ་གི་འདུག་བ། འགྲོ་གི་རེད་བ་ད། ད་རྐྱེན་ངན་ལག་འཇུ་བྱེད་དེ་ངས་སྡུག་བསྔལ་དང་དུ་བླངས་དེ་ངས་ཚུར་དང་དུ་བླངས་དེ་ངས་རྐྱེན་ངན་ལག་འཇུ་བྱེད་མཁན་གྱི་དཔལ་ཤང་ར་ཅིག་བརླགས་སོང་ནས་ཡང་སེམས་ཁྲིད་མཁན་ཡོད་མ་རྟོགས། ད་ཁོ་གཞན་ལ་བ་སྔོ་བ་མོ་ལ་འཁྱབ། སོ་སོ་གི་རྐྱེན་ངན་ལག་འཇུ་བྱེད་རོ་བ། ད་ཡག་པོ་བྱུང་སོང། ལ་ཅིག་དཔལ་ཤང་དུ་ཉལ་དེ་ན་ཉལ་དེ་སྡུག་བསྔལ་རོ་བ་ད་དེ་རིང་ངོ་ནས་དེ་རྐྱེན་བྱས་ནས་ཡག་པོ་བྱུང་སོང་བསམ་པ་དེ་རིགས་ཀྱི་ཁོ་སྡུག་བསྔལ་དེ་དེ་བའི་གྲོགས་སུ་འགྲོ་ཡ་འདུག་བ། བ་དེ་རེར་ད་ནི་ངེད་ཀྱི་ཐ་བི་དེ་བ་དེ་གའི་ཅིག་ཚིག། རྫོགས་ཡ་མེད་པ། འཇོལ་ཡ་མེད་པ་གི་དཔེ་བཤད་དགོས་རེད་ད་ང་རང་ཚོར་མྱོང་ཐོག་དྲུག་ཐུགས་ཡ་གཅིག་མགོན་ནི་ཤེས་ཧ་བྱེད་དགོས་རེད། ཨ་དངོས་གནས་ཐ་བ་ཐོག་སུ་ན་ད་གཏན་དེ་དེ་བ་ནི་དེ་བ་དེ་བ་ནི་དེ་བ་གཏན་གྱི་དེ་བ་སི་མིན་ཁོ་རང་ཐ་བདེ་ཐ་བི་གཏན་གྱི་དེ་བ་ལ་དགོས་རེད། འོ་དེ་འདྲའི་གི་དེ་བ་ཐ་ཐུག་པ་དེ་དོན་དུ་རྙེད་ཐུག་པ་ཡིན་ན་དེ་བ་དོན་དུ་རྙེད་སྟངས་དེ་མ་ནོར་བ་རེད། ཀྱེ་ད་ང་རང་ཚོར་འགྲོ་བ་སེམས་ཅན་སེང་ངེ་དེ་དེ་བ་དོན་དུ་རྙེད་པའི་སྐད་ཆ་རེད་དེ་དེ་བ་དོན་དུ་རྙེད་ཤེས་མཁོ་ཡོད་མ་རེད། དེ་བ་འདོད་ཅིག་གཏི་མུག་པའི་རང་གི་དེ་བ་དགྲ་དང་འཇོམས། ཨ། ཨོ་དེ་ཡིན་ཙང་ངེས་འབྱུང་གི་བསམ་པ་ཟད་དེ་བདེ་བ་དོན་དུ་གཉེར་དགོས་རེད་བདེ་སྐྱིད་འཚོ་དགོས་རེད་བདེ་སྐྱིད་འཚོ་སྟངས་དེ་མ་ནོར་བ་ཅིག་འཚོ་འདོད་རེད། འཇིགས་པ་སྐྱེ་དགོས་རེད་སྐྲག་དགོས་ས་ལ་སྐྲག་ཤིང་པ་རེད། ང་ཚོར་སྐྲག་སྟངས་མ་འགྲིག་སྐྲག་མི་ཤིང། སྐྲག་མི་དགོས་ས་ལ་སྐྲག་ཨ་ནི་སེམས་ལ་དཀའ་ངལ་འདི་བྲེལ། དོན་དུ་གཉེར་ཡ་བདེ་བ་རེད་དེ་བདེ་བ་དོན་དུ་གཉེར་མ་ཤེས་གཉེར་སྟངས་མ་འགྲིག་སྡུག་བསྔལ་ཕྱོགས་ལ་རྒྱུགས་འགྲོ་དགོས་རེད། དེ་ཡིན་ཙང་སྡུག་བསྔལ་བཀྲ་ཤིས་པ་ལ་བཀྲ་བཏགས་ར་ཤིས་དམ་བྱེད། དེ་བ་དོན་དུ་གཉེན་ཡ་དེ་ལ་བཏགས་བཏགས་ཀྱི་གཉེན་ཡོད་དོན་ཡོད་ན་དེ་ལ་ངེས་འབྱུང་གི་བསམ་པ་སོ་ད་དེ་ངས་མང་པོར་ཆགས་འགྲོ་དགོས་དོ་སི་སོང་དེ་བ་ཙི་ཙ་ཙི་སི་བ་ཞེས་ནང་ཡང་མོ་འཇུ་ཐ་པིའི་གོ་འཕང་མཆོག་དེར་ཚིག་གཉིས་པ་དེ་འདྲ་ཞིག་བྱ་དེར་ནང་ཡང་མོ་འཇུ་ཐ་པི་བདེ་བ་མཆོག། ཨ་ནི་གར་སེ། དོན་དུ་གཉེན་བ་རྒྱལ་སྲིད་ལག་ལེན་ཡིན་སྲིད་བྱང་ཆུབ་སེམས་དཔའི། ཨ་ནི་དང་པོ་སྐྱེས་བུ་ཆུང་ངུའི་བསམ་པ་ཡང་མྱང་ལེན་བྱེད་ཀྱི་ཡིན་སྐྱེས་བུ་འབྲིང་གི་ཐོག་མའི་བསམ་པ་ཡང་ཐུགས་མྱངས་སེ་ལེན་གྱི་ཡིན་སྲིད་དེ། དེ་རེད་ཡ། ད་དེ་ནི་ཡང་ནི་ངན་སྐྱུག་གི་བསམ་པ་དེ་རེད་དེ་གི་བསླབ་བྱ་དེ་ལས་མི་སྐད་བཅུ་བོ་གི་ཚུར་རེད་རེད་གར་ཟ། དེ་བྱེད། ད་དེ་ཤོ་ལོ་ཀ་དེ་ནི་བསླབ་བྱ་དེ་དངོས་སུ་ཚིག་དོན་གི་མི་འདུག་ཨ། སྲིད་སྲོང་ལྡེ་བ་རྩ་ཚེ་ཟེར་བ་བཞིན། ཡོད་ཙང་ཞིག་མི་འཇིག་པའི་ཡོད་ཙང་ཞིག་གི་འཇིག་པའི་ཆོས་ཅན། ནང་ཡང་མི་འགྱུར་ཐར་པའི་གོ་འཕང་མཆོག་རེད་བས། དོན་དུ་གཉེར་བ་བྱ་སྲིད་ལག་ལེན་ཡིན། དེ་རེད། ད་འོག་ལ། བྱང་ཆུབ་སེམས་དགའི་ཤོ་ལོ་ཀ་གཅིག་འདུག་ཅེས། ཚིག་དེ་ཤོ་ལོ་ཀ་གཉིས་འདུག་ཨ། ལྟ་ཙི། ཚིག་དེ་ག་རེ་རེད་འདུག་གོ། དང་པོ་དེ་ག་རེ་རེད་ཟེར་ན་འདིར་བ། ཐོག་མེད་དེ་ནི་བདག་ལ་བརྩེ་བ་ཅན་མང་ན་འདུག་ན་རང་སྟེ་ཅི་ཞིག་བྱ་ཟེར། དེ་ཕྱིར་མཐའ་ཡི་སེམས་ཅན་བསྒྲལ་བྱའི་ཕྱིར། མཐའ་ཡས་པའི་སེམས་ཅན་རྣམས་སྡུག་བསྔལ་ལས་བསྒྲལ་བར་བྱེད་པའི་ཆེད་དུ་བཅའ་བའི་ཆེད་དུ་བྱང་ཆུབ་སེམས་ཅན་འཇའ་ཟིལ་ལ་ལེན་ཟེར་ནས། དེ་རྒྱལ་སྲིད་ཐོག་མེད་ཀྱི་ལ་ནི་སྲོལ་བཏོན་ཚིག་བཞི་རགས་གཉིས་པོ་ཡིན་རེད་དེ་ནི་ཐོག་མེད་དུས་ནི་བདག་ལ་བརྩེ་བ་ཅན་སྲིད་དུས་ང་རང་རང་ད་དད་ཀའི་མངལ་ལ་ཐར་པ་ཐོབ་ཚར་བ། ཐར་པ་ཐོབ་ཚར་དུས་ང་སྐྱིད་པོ་དེ་ཐར་པ་ཐོག་ན་གར་བྱེད་ཀྱི་རེད་ཟེར་ཡག་དེ་རེད་ད། བྱས་ཙང། ཐོག་མེད་དེ་ནི་བདག་ལ་བརྩེ་བ་ཅན་མང་ན་སྡུག་ན་རང་བདེ་ཅི་ཞིག་བྱ། བསམ་བློ་དེ་ག་རེ་འདུག་ཟེར་ན་རྒྱ་སྐད་སྤྱི་བོའི་འབྲིང་གི་སྐབས་སུ་ང་ཁོ་བ་སྡུག་བསྔལ་ཐག་ཐག་ལས་ཐར་ནས་ཐར་པ་དོན་དུ་གཉེར་ཚར་རེད། ད་ང་ཐར་པ་ནའང་ཡང་འགྱུར་བ་མེད་པའི་བདེ་བ་བྱ་མྱོང་པ་ཀྱི་ཐོག་ནས་ང་རང་མི་གཅིག་རེད། ང་སྐྱིད་པོ་དེ་བསྡད་ན་ག་རེ་བྱེད་དགོས་རེད། ང་ཐོག་མ་སྨྲས་པ་ནས་བརྩེ་བས་བཅངས་ཏེ་ངའི་མ་མཁའི་སེམས་ཅན་དེ་ཚོ་སྡུག་བསྔལ་ལ་མྱང་གི་འདུག་ཨ། ད་དེ་ལས་བཟོད་གླགས་མེད་པ་ཞིག་སྐྱེས་ནས། མང་ན་སྡུག་ན་རང་བདེ་ཅི་ཞིག་བྱ་ཟེར་ད་རང་གིས་རང་ལ་ཚོད་ལྟ་བཏང་དགོས་རེད་དོ། སྤྱི་བོའི་མགྲིན་གྱི་བསམ་པ་དེ་ཡང་བསྐྱར་རྒྱ་ཆེར་བཏང་དགོས་རེད་ད་སྤྱི་བོའི་མགྲིན་གྱི་བསམ་པ་ག་ཚོད་རང་ཉིད་གཏན་གྱི་བདེ་བ་ཐར་པ་ཐོབ་ཡག་གི་བསམ་བློ་ཐོབ་ཚར་རེད་ད་བོ་ཐོབ་ཡོད་ཨང་དུ་བཏང་ན་ཡང། ཡང་ང་སྤྱི་བོ་དེ་ཐ་ཐ་ན་གར་བྱེད་གི་རེད་བདེ་ན་གར་བྱེད་གི་རེད། མང་ན། མ་ཅིག་འགྲོ་བྲོས་སེམས་ཅན་ཐམས་ཅད་ཐོག་མ་མེད་པ་ནས་བདག་ལ་བརྩེ་བ་གིས་བཅངས་དུས་རེད། སངས་རྒྱས་ཀྱི་ལུང་གིས་བྱས་པ་ཡིན་ན་སེམས་ཅན་ནང་ཕོན་ཚེ་ཕ་མ་བྱེད་མང་ཉུང་མི་གཅིག་ཅང་མེད་གསུངས་པ་རེད། རིགས་པས་གས་དྲུག་པ་རེད་བདག་གཞན་གཉེན་དགའ་གི་བཅས་བ་ལ་ཐོག་མ་མེད་པ་རེད། དེ་འདྲ་ཡིན་ཙང་ཐོག་མའི་དེ་ཡང་བརྩེ་བ་ལན་གཅིག་མ་ཡིན་པ། ཐོག་མའི་དོན་ནི་བདག་ལ་བཅས་བ་མང་པོ་ལས་བརྩེ་བ་བཅངས་ཏེ་ངན་གི་མང་ནའང། ག་རེ་ས། ཐོག་མེད་དུས་ནས་བདག་ལ་བརྩེ་བ་ཆེ། མ་ནའང་དེ་འདྲའི་ཀྱི་མར་བཅོས་པའི་མ་གའི་སེམས་ཅན་དེ་ཚོ་སྡུག་བསྔལ་གྱི་མནའ་དེ་ན་སྡུག་བསྔལ་གྱི་མནའ་གས་ན་གས་ལ་ང་ཚོ་ཕྱོགས་མཐའ་བར་གཏོར་ནི་ང་གཅིག་པོ་འདིར་བདེ་བ་ཐོག་ན་གར་བྱེད་དགོས་རེད། མ་ན་སྡུག་ན་རང་བདེ་ཅི་ཞིག་བྱ། དེ་ཡིན་ཙང་ད་རང་ཐར་བ་ཐོབ་བ་ཙང་འགྲིག་གི་མི་འདུག་མར་བཅོས་པའི་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་སྡུག་བསྔལ་བྲལ་འདོད་བདེ་བ་ལ་བཀོལ་འདོད་ཀྱི་སྦྱངས་པ་དེ་གཉིས་ཀྱིས་མཐར་ཐུག་པ་ཅིག་གོ་གི་འདུག་བསམ་ནས་དེ་བློ་ཁོག་ཏུ་བར་འཇགས་བྱེད་དགོས་ར་བ། དོན་དག་རྡོག་རྡོག་ག་ཟེར་ན་སོ་སོ་བདེ་སྐྱིད་མཐའ་ཐུབ་པ་དུ་སྒྲུབ་ཡོད་དོ། རང་གི་བདེ་སྐྱིད་རྒྱ་ཆེ་བ་དུ་སྒྲུབ་པ་ལ་ཡང། རང་སྐྱིད་པོ་མ་ཡིན་པར་སེམས་ཅན་ཐམས་ཅད་ལ་དམིགས་ན་རང་གི་བདེ་སྐྱིད་མཐའ་ཐུབ་པ་དུ་ཚུར་ཡོང་ཐུབ་གོ་ཡོད་རེད། ཁོ་འདིར་འགྲོ་སྟངས་ཆགས་ཡོད་རེད་ད། ཨ། འགྲོ་སྟངས་ཆགས་ཡོད་རེད་མི་མང་རྒྱ་ཆེ་བ་རྗེས་ལ་བསམ་བློ་བཏང་ན་སོ་སོ་བདེ་སྐྱིད་དེ་ཞར་སླེབས་ཡོང་དགོས་རེད་བ། བྱ་ཁྱུང་ལས་ཡོངས་བསྐོར་ལ། གཞན་དོན་གཙོ་བོར་འགྲོ་ན་རང་དོན་བྱ་ལས་ཀྱི་བདག་བྱང་ཆུབ་སེམས་དཔའི། དེ་ཚོ། ཞལ་ཟས་མ་ཞུས་ན་མགོ་བདེ་པོ་རེད་དོ་བ་ཁོ་སོང་དཔལ་གྱི་བདེ་ཆེན་སྒྲུབ་སྟངས་དཔལ་རིག་པ་དྲུང་ཞུས་མགོ་བདེ་ཞུས་རེད་དོ་བ། དེ་ཡིན་ཙང་ཧ་ནི་མང་ན་སྡུག་ན་རང་དེ་གཅིག་ཤེས་བྱ། ཨ་ནན་ཅེས་ཟེར་དེ་ཕྱི་མཐའ་ཡས་སེམས་ཅན་འདྲེ་གཅིག་ཆེ་དེ་འདྲེ་ཡིན་ཙང་རྒྱུ་མཚན་དེ་ཡིས་ཕྱི་ན་མཐའ་ཡས་པའི་མ་བཅོས་འགྲོ་བ་རིལ་རུལ་སེམས་ཅན་ཐམས་ཅད་སྡུག་བསྔལ་མཐའ་དག་ལས་བྲལ། བདེ་བ་མཐའ་དག་ལ་བསྐུལ་བའི་ཆེད་དུ། བྱང་ཆུབ་སེམས་བསྐྱེད་ཀྱི་དབྱིངས། རང་ཉིད་ཀྱི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱེད། སངས་རྒྱས་སྐྱོན་ཀུན་སེལ་ཡེ་འདོད་ཀུན་འདས་ཀྱི་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་ན་ངས་རྟེན་འབྲེལ་སེམས་བསྐྱེད་ཐང་ཆེན་ལྔ་ཆད་མེད་པར་སངས་རྒྱས་ས་ལ་བསྐུལ་གྱི་ཡིན་བསམ་པའི་དམ་བཅའ་དེ་བློ་ཁོག་བསྐྱེད་པ་དེ་ལས་བྱང་ཆུབ་སེམས་བསྐྱེད་པ། སེམས་རྒྱ་བསྐྱེད་པར་བ། ཧ་ཅང་རྩ་བ་ཆེན་པོ་རེད་དེ་སེམས་དེ་དཔེ་ཁྱོད་ནི་སྨོན་ལང་ཚུལ་ཆེན་མུས་པ་ཚུལ་ཆེན། བཏང་ཐུབ་པ་ཡིན་ན་ཧ་ཅང་གི་དཔེ། སྐྱེ་བ་ཚེ་རིང་མང་པོ་ལ་སྨོན་ལང་རྩ་ཡང་བཏང་མ་མྱོང་ཡ། རེད་བ། ད་ཨ་མཆོག་ཐུགས་མ་མྱོང་བས་ཀི་དེ་ལབ་ནི་ལབ་ནི་འགྲིག་གི་རེད་དེ་འདྲའི་སེམས་བཟང་པོ་ཞིག་སྐྱེ་ཡ། གོ་སྐབས་རག་པ་ཡིན་ན་བག་ཆགས་ཆེན་པོ་ཞིག་བྱ་དགོས་རེད་བསོད་ནམས་རླབས་ཆེན་པོ་བྱ་དགོས་རེད། ཆོས་རྗེ་རྒྱལ་བ་སྲས་དང་བཅས་པའི་ཐུགས་ཐིག་གི་བྱེད་དགོས་རེད། སེམས་ཅན་ཐམས་ཅད་ལ་དམིགས་པའི་གཉིས་ཆས་བཅས་ན་དངོས་གནས་རེད། བསམ་གྱིས་ཐང་ཅད་ཀྱི་ཞལ་གཅིག་ཏུ་གཟིགས་དགོངས་པ་གཅིག་ཏུ་གཏད། ཨ་དེ་རེད་ཀྱི་ཐུགས་མགུ་བ་མཛད་ཀྱི་རེད། ཨོ་དེ་གས་ནི་དེ་རེད་ཆགས་དགོས་རེད་ཆོས་པ་ནང་གི་བླ་ན་མེད་པ་རེད་གས་རྩ་རླབས་ཆེ་ཤོས་རེད་སྡིག་པ་དག་ཀུན་ནས་རླབས་ཆེ་ཤོས་ཁོ་རེད་བྱང་ཆུབ་ཀྱི་སེམས་ལས་ལྷག་པ་ཅིག་སྡིག་པ་དག་རྗེས་བཟུང་ན་སོགས་པ། ཨ་ནི་ཅིག་བར་ཆད་བསྲུང་བ། སོ་སོ་ཚེ་སྤེལ་དགོས་ན་ཡང་ཤེས་རབ་སྤེལ་དགོས་ན་ཡང།

ནས་སྤྱོད་འཇུག་ཆེན་མོ་རྣམས་ལ་མ་གསུངས་བཞག་ཅིང་གཙོ་བོ་སྤྱི་འཇུག་ཆེན་པོ་དང་མགོན་པོ་རྗེ་བཙུན་འཇམ་དཔལ་ཡང་དུ་ཀླུ་སྒྲུབ་ཀླུ་སྒྲུབ་ཡོད་ཚེ་ནི་རྒྱལ་སྲས་ཆེན་པོ་ཞི་བ་ལགས་རྒྱལ་སྲས་ཆེན་པོ་ཞི་བ་ལགས་ཀྱི་སྤྱོད་འཇུག་ནི་གསུངས་བསྡད་པ་དེ་རེད། དེ་ལ་ཡང་རྒྱགས་ཤིང་མྱང་འགྱེད་ཀྱི་བྱང་ཆུབ་སེམས་ཟེར་ཡོད། ཨ་ནི་རྒྱུད་འགྲེལ་མན་ངག་བདུན་ཡོད་ཀྱི་བྱང་ཆུབ་སེམས་ཅེས་སུ་གཉིས་ཡོད་རེད་ད་འདིར་དེ་ལག་ལེན་གསོལ་སྟོན་མ་དེ། བདག་གཞན་མྱང་འགྱེད་ཀྱི་བྱང་ཆུབ་སེམས་ཅེས་ཡ་དེ་གཙོ་བོ་བསྟན་གནང་འདུག་ཨ། ག་རེ་སོང་ན་བདག་གཞན་མཉམ་བརྗེ་བྱེད་པ་ལ་ག་རེ་དགོས་ཟེར་ན། ད་ང་རང་ཚོ་དེར་གདའ། རང་ཡལ་བ་དོ་གཞན་སྐྱིད་པར་མཛད་པ་དེ་རྗེ་བོ་ལགས་འོ་རེད།

ང་སངས་རྒྱས་པ་དེ་གི་ད་གང་གི་མགོ་ལོག་བཙལ་ཡོད་རེད་ཟེར་ང་རང་སྐྱིད་པོ་བྱུང་ན་སངས་རྒྱས་པ་དེ་རང་ཉིད་གཅིག་མཛེས་ཟེར་རང་ཉིད་གཅིག་མཛེས་དགོས་པ་ཀུན་གྱི་གོ་ཟེར་མང་ན་གཅིག་མཛེས་ཡོད་དོན་ཀུན་གྱི་ཞི་ཟེར། བླ་མ་ཆོས་པ་ནང་དུ་རང་ཉིད་སྐྱིད་པ་མཛེས་པའི་སྐྱོང་གནས་འདི་ཟེར་དང་རང་རྩ་བ་ཆེན་པོ་བསམ་བློ་བཏང་བསྡད་པ་དེ་སོ་སོའི་ན་ཚ་གྱི་རེད་ཟེར་ན་ཚ་ནང་ནས་ཀྱི་སྐྱོང་གནས་རེད་ཟེར་བཀྲིས་པའི་ན་ཚ་ན་ཞེས་ག་ལེ་ག་ལེ་ག་ལེ་ག་ལེ་སྐྱོང། རང་ཉིད་སྐྱེས་པ་འཛིན་པའི་གཅོང་འདྲེ་འདི་མི་འདོད་སྡུག་བསྔལ་སྐྱེས་པའི་རྒྱུ་ཐོག་སོ་མི་འདོད་པའི་སྡུག་བསྔལ་ཐམས་ཅད་ཁོས་བཅད་དགོས་རེད། མི་འདོད་སྡུག་བསྔལ་སྐྱེས་པའི་རྒྱུ་ཐོག་ནི་ལན། ལན་འདེད་ལ་འཁོན་དུ་བཟུང་གྱིས་སི་འཁོན་བཟུང་ནས་རྩེ་ལེ་བ་ག་ཏེ་བཅག་དགོས་རེད། མང་ན་གཅིག་བཟུང་འདེད་ལ་འགུལ་བའི་ལོ་ཐ་ཡི་ཡོད་དོན་འགྱུར་བའི་སྒོ་མཐོང་ནི། རང་ལས་གཞན་པའི་སེམས་ཅན་ཐམས་ཅད་སྐྱེས་པ་བཟུང་ཐུག་ན་ཡོན་ཏན་དཔག་ཏུ་མེད་པ་ཡོང་བ་གི་སྒོ་རེད། ག་རེ་བྱེད་ཟེར་ན་སྤྱོད་འཇུག་ནང་གསུངས་འདུག་ཨ། གཏམ་མང་དུ་བཤད་པར་ཅི་ཞིག་དགོས། བྱེད་པ་རང་གི་དོན་དུ་མཐར་ཐུག་པ་གཞན་གྱི་དོན་དུ་དེ་འདི་ཉིད་གཉིས་ཀྱི་ཕྱེད་པ་བཏུས་གསུངས་རེད། ད་མང་པོ་བཤད་དགོས་ཡ་མི་འདུག་བསྡོམས་བརྒྱབ་ན། ང་རང་ཚོ་སོ་སོའི་སྐྱེ་བོ་འདི་ཐོག་མར་སྨོས་པ་ནི་རང་གཅེས་འཛིན་བྱས་ནས་ཡོང་རྒྱུ་དེ་རེད་ཁ་བརྡ་འདི་རེད། རྫོགས་པའི་སངས་རྒྱས་ཐང་ཆེན་གཞན་སེམས་ཅན་ཐང་ཆེན་ལས་ཁེངས་འགས་ཁུར་སེམས་ཅན་གྱི་སྡུག་བསྔལ་དྲན་འདོད་ཀྱི་རྩ་བ་གཉིས་ཅན་གཞན་ལ་ཕར་བསམ་བློ་བཏང་ནས་རྫོགས་པའི་སངས་རྒྱས་གོ་བ་ཐོབ་རེད། འདི་གཉིས་ཀྱི་ཁྱད་པར་གཏད་ད་ཟེར་ད། ང་རང་ཚོའི་སྤྱི་ཚོགས་ནང་ལ་དེ་ལྟ་དང། དེ་མི་གཞན་དག་ལ་རོགས་པ་བྱས་དེ་གི་མི་དང་དགའ་བོ་ག་ཚོད་འདུག་རྒྱབ་སྐྱོར་ག་ཚོད་འདུག་དོན་དག་ཤར་འདུག་ང་མང་ཐོག་མེད་ཟེར་ངེས་ཀྱི་སྤྱི་ཚོགས་ཕ་ཤ་ནང་མི་ནང་ལས་ཁག་པོ་ར་ད། ང་ང་ང་ཟེར་དེ་ངེས་ཀྱི་ན་ནང་མི་ནང་ལས་ཁག་པོ་རེད་ད་ཆང་ཁག་པོ་ཡོད་རེད། ཁོ་དེ་གི་ཡ་ང་ཤུགས་ཆེན་པོས་ལབ་དེ་གི་མི་དེ་གི་ཁྱིམ་ཚང་སྤྱི་བ་མི་ལ་ཟུག་རོགས་ད། འོ་དེ་འདྲའི་ཡིན་ས་ད་དེ་ཙམ་དེ་བྱེད་ས་ཐོན་ས་ནི་ག་བ་རྒྱག་ན་དེ་ཧང་སང་ཡ་སེ་བོ་ཡོད་རེད་དེ། དེ་འདྲའི་ཡིན་ས་ང་ཚོ་དེ་ད་ལྟ་དེ་གི་རྒྱ་ཆེའི་ལག་ལེན་སོ་དེ་མ་གི་གར་སོང་འདུག་སེ་ན། འོ་དེ་གར་ཤོ་ལོ་ཀ་བཅུ་གཅིག་པ་དེ་གར་རེད་གོ་ཨང་དེ། ཨང། གར་སེ་རེད། སྡུག་བསྔལ་མ་ལི་བདག་དོན་འདོད་ལུས་བྱུང། རྫོགས་པའི་གསང་ཆེན་གཞན་ཕན་སེང་ལི་ཁྲུ། གཞན་ཕན་སེང་ལི་ཁྲུང། རེད་དོ་ག། ཧ། སྡུག་བསྔལ་མ་ལུས་བདག་དོན་འདོད་ལུས་བྱུང་ཟེར་དུས་དེ་ལས་བདག་གི་སྐྱོན་བརྗོད་ཆེན་པོ་གསུངས་ཡ་དེ། རང་དཔའ་རང་ཉིད་སྐྱིད་པར་འཛིན་པའི་བློ་ལ་སྡུག་བསྔལ་ཡོང་གི་རེད། རང་ཉིད་སྐྱིད་འཛིན་དགོས་པ་དཀོན་གྱི་དགོས། འོ་དེ། རང་ཉིད་སྐྱིད་པར་འཛིན་པའི་གཅོང་ནད་འདི་སྡུག་བསྔལ་གང་ག་ཡོང་གི་འདུག་ན་ཚ་ནང་བཞིན་རེད་ཟེར། ཨ། སྡུག་བསྔལ་མ་ལུས་བདག་དོན་འདོད་ལུས་བྱུང་ཟེར་སྡུག་བསྔལ་མ་ལུས་པ་ཚང་མ་སོ་སོ་བདེ་སྐྱིད་བྱུང་ན་བསམ་པའི་རང་སྐྱིད་འཛིན། ངར་བསམ་དེ་ངས་དེ་ལས་བྱུང་གྱོང་རེད། སྡུག་བསྔལ་མ་ལུས་བདག་དོན་འདོད་ལུས་བྱུང། རྫོགས་པའི་སངས་རྒྱས་གཞན་ཕན་སེམས་ལས་འཁྲུངས་ཟེར། ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་སེང་གེ་དང་བྱང་ཆུབ་སེམས་དཔའ་སེང་གེ་འདྲ་ཚང་མ་ལོ་ག་རེ་ལ་བྱུང་རེད་ཟེར་ན། གཞན་སེམས་ཅན་ཐམས་ཅད་ཀྱི་གཉིས་ཆས་བྱས་གཞན་སེམས་ཅན་ཐམས་ཅད་ལ་སྦྱངས་པ་བསྒོམ། གཞན་སེམས་ཅན་ཐམས་ཅད་ལ་ཕན་ཐོགས་འགྲོ་དོན་ཡིན་ཙང་ཁོ་བསམ་བརྗེད་སོང་རེད། རྫོགས་པའི་སངས་རྒྱས་གཞན་ཕན་སེམས་ནི་འཁྲུངས། དེ་ཕྱིར་བདག་བདེ་གཞན་གྱི་བདེ་བ་དང་ཡང་དག་བརྗེ་བ་འཇའ་ཟེར་ལ་ལེན་དེ་འདྲ་ཡིན་ཙང་རང་བདེ་བ་འདོད་པའི་བློ་དང་དང་གཞན། ཡལ་བ་སྟོར་བའི་བློ་གཉིས་འདི་ཕ་བརྗེ་བོ་ལོག་གི་ཡིན། དེ་མ་ཚད་དེ་ལ་བརྟེན་ནས་གཏོང་ལེན་སྒོ་ནས་གཞན་སུན་འབྱིན་ཐང་གཅིག་སྡུག་བསྔལ་ངོས་ཚོད་ལེན་གྱི་ཡིན། རང་གི་ལུས་ལོངས་སྤྱོད་དུས་ཚོང་དགེ་རྩ་དང་བཅས་པ་ཕ་བཏང་གི་ཡིན། ས་བདག་གཏོང་ལེན་དགོངས་ཚུལ་དུ་གསུངས་དེ་རེད་དེ་བཞིན་བདག་ལྟས་ཅན་གྱི་སྡུག་བསྔལ་དག། ཡང་དག་འཇལ་བར་འཇའ་ཟེར་ལག་ལེན་གསལ་དེ་དག། ང་ཚོ་ཕལ་ཆེར་ཆོས་ཐུན། ཆུང་མ་རྣམས་ལ་འདི་ཚོ་གཏོགས་སོ། མ། གཏོང་ལེན་དགོངས་སྟངས་དང་གཏོང་ལེན་གྱི་ཕན་ཡོན་དང། ཨ་ནི་རྒྱུ་འབྲས་མན་ངག་བདུད་ཀྱི་བྱང་ཆུབ་སེམས་བསྐྱེད་ཚུལ་དང་དེ་སྐད་དུ་མ། ཞུས་ན་བྲེས་སོ་བོ་སྟེ་བྱེད། ད་དེ་རིང་ང་ཚོ་ཡང་དུས་ཚོད། རྫོགས་འགྲོ་དགོས། དེ་ཡིན་ཙང་ཤོ་ག་སོང་དེ་ལས་མ། ཚེ་འབྲུ་ངོ་གདོང་གྱིས་མ་བསྡུས་དུས་ཀྱི་ཞུས་བཞག་ཡོད་འོ་དེ་བྱེད། ག་རེ་ཚེའོ། སྡུག་བསྔལ་མ་ལས་བདག་འདོད་འདོད་ལས་བྱུག། ཀུན་བཟང་ཆེན་གཞན་པའི་སེམས་ལས་འཁྲུག་དེ་བྱེད། ག་ས། བདག་བདེ་གཤེགས་ཀྱི་སྡུག་བསྔལ་དང་ཡང་དག་འཇལ་བ་རྒྱལ་སྲིད་ལག་ལེན་ཡིན་སྲིད་དང་སྡུག་བསྔལ་བརྗེད་ལེན་བྱེད་ཡ་གཏོང་ལེན་དགོངས་ཡ། བདག་གཞན་མཉམ་བརྗེ་གི་བྱང་ཆུབ་སེམས་དགོངས་ཡ། དེ་ལས་བསླབ་ཆོས་སྤྱོད་བྱེད་ཀྱི་བྱང་ཆུབ་སེམས། རྗེ་བཙུན་འཇམ་དཔལ་ཡང་ནི་རྒྱལ་སྲིད་ཆེན་པོ་ཞེས་བ་ལ་ནི་མ་རྒྱུད་འཇོག་དེ་རེད་ཨོ་དེ་ཀླུ་སྒྲུབ་དང་ལ་སོགས་པ་ན་ནི། ད་ང་ཚོ་གཞོང་བཅས་པ་ཡིན་ན་སྤྱོད་འཇུག་དང། ད་ག་ནང་བཞིན་གྱི། ད་ལྟ་དེ་རྒྱལ་ལག་ལེན་སྲོལ་བཏོན་མ། ད་ག་ནང་བཞིན་བློ་སྦྱོང་ཚིགས་བཅད་མ། དགེ་བཤེས་ལགས་ཐར་བ་མཛད་པའི་བློ་སྦྱོང་ཚིགས་བཅད་མ་དང། དེ་ནི་བློ་སྦྱོང་དོན་མཐུན་མ། ཨ་ནི་བློ་སྦྱོང་ཉི་མའི་འོད་ཟེར་གསལ་འདྲ། ད་ལྟ་ང་ཚོ་བོད་གངས་ཅན་དགུན་ལྗོངས་ལ་བཀའ་ཐང་བླ་མ་ཚོ་གསུང་བཞག་ངེས་གཞོང་ཧ་ཅང་མང་པོ་རེད། ཨ་ནི་སྤྱོད་འཇུག་ཆེན་མོ། སྤྱོད་འཇུག་དེ་ཚོ་ཧ་ཅང་གལ་ཆེན་པོ་རེད་དེ་རེད་གསུང་ཡ་འོ་དེར་གོ་དེ་རེད་ཨ་ནི་ཤོ་ལོ་ཀ། གསུམ་དེ་ལས་ཚིག་འབྲི་དུས་དུས་ཞུས་ཞུས་དེ་ཨིན་ད། དུས་ཚོད་ཀྱི་རྐྱེན་པས་དེ་དྲ་བ་དྲིས་ལན་ཡ། ཞེ་དྲག་དུས་ཚོད་ལ་མ་ལགས་ངེས་དྲིས་བྱས་བཞག་ཨ་ནི་གཅིག་དྲ་བ་གཅིག་གཉིས་ཀྱིས་ལན་ན།

གར་ཚིག་གིས་བསྟོད་ན་ལེགས་ཡོང་གི་འདུག་བ། དེ་དྲ་ཐོག་ཟེར་གི་རེད་ཁ་པར་ནང་ནས་ཡང་ཁ་ཡིག་བྲོ་བ་བཏང་འདུག་བ། དེ་འདྲ་འདུག་དེ་མ་ཞུ་མ་འདི་ནང་བཞིན་ངོ་སྤྲོད་སྐད་ལ་ལན་བརྒྱབ་ན་འགྲིག་གི་འདུག་ཟེར་ནས་ལག་ཁེལ་འདུག་ཡིན་ན་ད་ལྟ་དམིགས་བསལ་ང་ལ་ལས་མ་སོང་ཁ་ཟས་སྔ་མ་གཅིག་ལས་ཀ་རེ་གཅིག་ལས་སོང་བ། འོ་དེ་འདྲ་བྱས་ནས་ཁོ་ཚོ། གཅིག་གིས་ང་ལ་ག་དུས་ཡིན་ནས་དྲི་བ་བཏང་བསྡད་ཀྱི་འདུག་དེ་ཕལ་ཆེར་དེ་ཡིན་ས་རེད་ཕར་ཚུར་ཁོང་ཚོ་དྲྭ་ཇག་གི་ཐོག་ནས་རྒྱ་སྐད་ལ་བརྗོད་ཡོད་ས་རེད་རྒྱ་རིགས་དེ་ཚོར་དེ་ག་དུས་ཡིན་ནས་ལབ་བསྡད་ཀྱི་འདུག་ཨ་ནི་བྱང་ཆུབ་ཀྱི་སེམས་བསྒོམས་ན་སྤྱི་ཚོགས་ནང་ལ་འགྲོ་བ་ཡིན་ན་དེ་སུ་གྱོང་རག་གི་འདུག་རག་ས་རེད་བསམ་པ་འདྲ་ཡོད་ས་རེད་ཁོ་རང་ཚོ་ཨ་ནི་བཟོད་པ་བསྒོམས་པ་ཡིན་ན་ད་ཁོང་ཚོ་ཨ་འུ་ཅིག་སྤྱི་ཚོགས་ནང་ལས་ཀ་འགྲོ་དགོས་མཁན་གྱི་བཟོད་པ་བསྒོམས་འདུག་ན་དཔེ་གྱོང་རག་གི་འདུག་ཨོ་དེ་འདྲས་ག་རེ་བྱེད་ཀྱི་རེད་དེ་ག་འདྲ་རེད། སྤྱི་ཚོགས་ཐོག་ལ་དེ་ལག་ལེན་བཀལ་བ་ཡིན་ན་གྱོང་རག་གི་འདུག་ཟེར་ད་གར་ཟེར་ན་ཁོ་རང་གིས་བཟོས་པ་དགོངས་ཟེར་དུས་གང་ལ་ཕང་ཁ་འདྲ་ཞིག་ཁོ། ཨོ་ག་རེ་ཡིན་ན་དེ་བྱེད་དགོས་ནང་ལ་ཆ་ཡིན་ཟེར་དེ་འདྲ་རང་མ་རེད། བཟོས་པ་དགོངས་ཟེར་ཏེ་ང་རང་ཚོ་ནང་ཆོས་སུ་བཟོས་ཟེར་ཏེ་སོ་སོ་ལས་སྡུག་བསྔལ་ལས་ཡིན་ན་བཟོས་པ། གནོད་བྱེད་ལས་ཡིན་ན་བཟོས་པ། ཆུ་རྒྱས་པས་ཡིན་ན་ཡང་ངན་སེམས་ཀྱི་བཟོས་པ་བཟོས་པ་སོང་ཡོད་རེད་ཆོས་ལ་ངན་སེམས་ཀྱི་བཟོས་པ་སྡུག་བསྔལ་དང་ལས་ཀྱི་བཟོས་པ། དེ་ནི་གནོད་བྱེད་ལ་བྱེད་མྱངས་པའི་བཟོས་པ་ཟེར་སྡུག་བསྔལ་དང་ལས་ཀྱི་བཟོས་པ་ཟེར་ཏེ་ང་ཚོ་སྡུག་བསྔལ་གྱིས་མྱངས་སོང་ན། བཀྲ་མི་ཤིས་པ་གྱི་སླད།

སྡུག་བསྔལ་སླད་ནི་སྡུག་བསྔལ་ལས་ཕམ་ཁ་ཁུར་བྱ་ན། ཨ་ནེ་སོ་སོ་བཟོས་ཡོད་མ་རེད་ད་གྱོང་རག་པར་བ། ད་སྡུག་བསྔལ་དེ་ཚུར་དང་དུ་བླངས་ཟེར་ན་སྡུག་བསྔལ་དེ་སོ་སོ་བེད་སྤྱོད་ཡག་པོ་ཞིག་བཏང་ཤག་དགོས་ཟེར་གི་རེད་སྡུག་བསྔལ་བེད་སྤྱོད་ག་ན་བཏང་ཡོད་ཟེར་ན། ཨ་སོ་སོ་ལས་ངན་པ་དབང་གི་རེད་ཁག་མེད་བསམ་པ་འདྲ་སྤྱི་དང། ཨ་ནེ་ལས་ངན་པའི་འབྲས་བུ་དེ་ཟས་འདྲ་རེད་ཡག་པོ་རེད་བསམ་པ་འདྲ། བཟོས་སྟངས་མང་པོ་ཡོད་ར་དང་དུ་བླངས་སྟངས་དེ་གོ། ཨ་འདི་ཀོ་སེ་འདུག་ཅེས་ཡོང་སྒོ་མར་བ་སོ་སོ་ལས་ངེས་པར་ཟ་ས་རེ་ཡིན་དོ་ཡིན་ཏེ་སྡུག་བསྔལ་ཁོ་རེ་ད་སྡུག་བསྔལ་དེ་མྱང་བས་རྒྱུ་འབྲས་བུ་དེ་སྡུག་བ་དེ་ཟས་འདྲ་རེ་ཡག་པོ་རེད་བསམ་ན། ད་དེ་མ་བྱོས་བ་ཅན་གང་ང་ངར་གྱིས་ནི་ན་རེ་ང་གར་གྱིས་ནི་དེ་རེ་ཡོང་དགོས་རེད་ཨ་ཙེའི་སེམས་ནི་པས་ཁོ་རང་ཁོ་རང་མས་ཀྱིས་ནི། སྡུག་བསྔལ་གྱི་གནས་མེད་པ་བཟོ་འདྲ་ཅིག་བཟོད་གླགས་མེད་པ་འདྲ་ཅིག་ཨ་རེ་མེད་དེ་ནི་ཕ་ཕང་འགྲོ་ནི་པས་ཀྱིས་ནི། གང་གང་ནི་སྡུག་བསྔལ་ནང་པ་ཡང་ཆ་ཟུང་ལྷུང་འགྲོ་ཡི་དགོས་རེད་བ། དང་དུ་བླངས་ཟིན་དེ་ཟོས་འདྲ་རེད་བ། ཨ་ཡིན་དོ་ཡིན་སྡུག་བསྔལ་ང་རང་བརྗོད་བསགས་ཚར་རེད་འབྲས་བུ་སྨིན་དགོས་རེད་ཡིན་དོ་ཡིན་ང་སྐྱིད་པོ་མ་རེད་ཚང་མར་སྨིན་དགོས་རེད་ཡིན་ནའི་སྡུག་བསྔལ་གྱི་རྒྱུད་དུ་རྫོགས་འདྲ་རེད་ཟེར་འདྲ་རེད་ཡག་པོ་རེད་བཟང། ཨ་ནི་དཀོན་མཆོག་ལ་གསོལ་བ་བཏབ། དེ་ནས་ཐེག་པ་ཆེན་པོའི་བློ་སྦྱང་མཁན་གྱིས་ཨ་ང་ལྟ་བུའི་སྡུག་བསྔལ་དེ་སེམས་ཅན་གཞན་ལ་མ་ཡོང་བར་ཤོག། ངའི་སྡུག་བསྔལ་དེ་གིས་སེམས་ཅན་ཐམས་ཅད་སྡུག་བསྔལ་གོ་ཆོད་པར་ཤོག། ད་ལྟ་བའི་སེམས་ཅན་གྱི་སྡུག་བསྔལ་དཔག་ཏུ་མེད་པ་ང་ལ་སྨིན་པར་ཤོག་ཟེར་བློ་ཁ་གཅིག་འགྲོ་དེ་ནི་ལྷོད་ཅིག་གིས་ཆགས་འདྲ་རེད་སྡུག་བསྔལ་གྱི་སྣོད་མ་ཐོགས་ཡིན་ཙང་བཟོད་པ་ལ་དགོས་རེད།

དེ་རེད་མ་གཏོགས་ཅིག་ཞུས་གི་འདུག་གང་ཟེར་བསྡད་པའི་སྐད་ཆ་མ་རེད། ཅིག་ཞུས་གི་འདུག་ནས་མགོ་གཡུག་གི་རོགས་མ་གཏོགས་བཟོད་པ་སྒོམ་མཁན་ཡིན་ཟེར་བསྡད་ཡོད་མ་རེད་དོ། མགོ་གཡུག་ནས་འགྲིག་གི་རེད་གཡུག་པ་དེ་བཟོད་པ་མ་སྒོམ་པའི་སྐབས་མ་རེད་བ། དཔེར་ན་ད་སྤྱི་ཚོགས་ནང་ལ་ཅིག་འདྲ་མོ་རེ་ཅིག་ང་ལ་སྐྱོན་སྟོང་རེ་ཅིག་བྱུང་པ་ཡིན་ན་ཡང་ཆོས་སྐྱོན་ག་རེ་བྱས་ན་འོ་ལགས་སོ་ད་ག་རང་རེད་ཟེར་ནས་ཁས་ལེན་དགོས་མ་རེད། ཁྱོད་རང་སྐྱོན་བརྗོད་བྱས་པ་དེ་ལ་སེམས་མ་འཁྲུལ་བ་བྱས། སེམས་དེ། གཞན་དབང་དུ་མ་སོང་བ་བྱས་གཞོང་མ་འགྲོ་བ་བྱས་ཁོང་ཁྲོ་མ་ལང་བ་བྱས་ཕ་ཁ་གཏད་ཀྱི་འགྲན་སེམས་མ་བྱས་བ་བྱས། སོ་སོ་ཚུར་སྐྱོན་ཆེ་ག་ཚད་བྱས་ནས་སྒེག་མོ་ཙིག་ཙིག་དེ། སྐྱོན་དུ་ཡོད་ན། ངོས་ལེན་བྱེད། མེད་ན་གསལ་བཤད་བྱས་ནས་འགྲིག་གི་རེད་བཟོད་པ་སྒོམ་མཁན་ཡིན་ན་གསལ་བཤད་བྱས་མ་ཆོག་དེར་མ་རུ་བ། བྱ་བ་ལ་གདོང་ལེན་བྱེད་གི་རེད་གང་ཟག་ལ་གཉིས་བརྗེ་སྒོམ་དགོས་ས་ཁ་སང་ངས་མང་པོ་ཞུས་ཡིན་པ། ཡིག་ཆ་བར་གི་ཚིག་གི། ཐུ་བོས་ཉོན་མོངས་དགྲ་ཟེར་གྱིས་ཉོན་མོངས་དང་དགྲ་གང་ཟག་མིན་ཟེར་བ།

ཚུར་སྐྱོན་བརྗོད་ཀྱིན་སྐུ་ཁག་འདྲ་ཡི་གཙུག་ཟུར་ཡིན་ན་ང་སྐུ་བྱས་ཡོད་ཟེར་ནི་ལ་ཁས་ལེན་དགོས་མ་རོ་ཟེར་བ་དགོངས་ངེས་འདི་ག་ཁས་ལེན་དགོས་མ་རེད། སྐུ་བྱས་མེད་ན་བྱས་མེད་པའི་རྒྱུ་མཚན་བཤད་ཆོག་གི་རེད་བ། བདེན་པ་ར་སྤྲད་བྱས་ཆོག་གི་རེད་ག་རེ་བཟོས་གི་རེད་ཟེར་ན་ཚུར་སྐུ་ཁག་སྐེ་ཟུར་ན་རླུང་ལངས་བསྡད་པ་དེ་རེད་ད། ཡང་ན་སེམས་སྐྱོ། ཡང་ན་སེམས་རླུང་ལངས། ཁ་པད་ཅི་ནི་དེ་འདྲ་བྱས་ན་མ་བཟོས་བ་རེད་ད། ཚུར་སྐུ་ཁག་འདྲ་གྱི་སྐེ་ཟུར་ན། སྐུ་མ་དང་དུ་ལངས་གི་ཡོད་མ་རེད་བདེན་པའི་ར་སྤྲད་བྱས་ཆོག་གི་རེད་ག་རེ་བཟོས་གི་རེད་ཟེར་ན་ཁོང་ཁྲོ་ལངས་ཡོད་མ་རེད། ཨ་ནི་ཁོ་ར་སྤྱོད་འཇལ་བྱེད་མཁན་ལ་ཡང་ཁོ་གི་བྱ་བ་དེ་ལ་གདོང་ལེན་བྱེད་གང་ཟག་དེ་ལ་གཉིས་བྱེད་བརྟག་བྱ་ནི་ཨ་ནི་བཟོད་པ་དགོངས་འདྲི། ད་ཁོ་རང་གཉིས་བྱེད་ཉོན་མོངས་པ་གཞན་བ་ལ་སྲུང་བྱ། ཁོང་ཁྲོ་གི་གཞན་བ་སྲུང་བྱ་ཡང་ན་ཕྲག་དོག་གི་གཞན་བ་ལ་སྲུང་བྱ་དེ་འདྲའི་འགའ་ནི་ང་ལ་ཅིག་བྱེད་ཀྱི་འདུག་ཉོན་མོངས་ཨང་གི་རི་བ་ཨ་ཟེར། ཨ་ཁོ་རང་ཡང་དེ་འདྲའི་སྤྱོད་འཇལ་བྱེད་མཁན་གང་ཟག་མ་རུ་བ་ཆ་ར་གཉིས་བྱེད་བཟང་ཡིན་ནའི་ཁོས་གི་ལ་ཡག་གི་སྐད་ཆ་འདི་བདེན་པ་མ་ར་ད་ཟེར་བདེན་པ་ར་སྤྲད་བྱེད་ཆོག་གི་རེད། བཟོད་ཡག་དེ་གར་བཟོད་གི་རེད་ཟེར་ན། སོ་སོར་སྐྱོན་བརྗོད་བྱེད་པ་ནང་བཞིན་སེམས་ཕངས་ཡག་དང་ཁོང་ཁྲོ་ལངས་ཡག་དང་ཨོ་དེ་འདྲི་ན་མ་བཏང་ཡ་བྱེད་སེམས་དེ་བག་ཕེབས་པོ་སྙིང་སྟོབས་ཆེན་པོ། ཨ་ནི་གང་ཟག་ལ་ལྟ་སྟངས་དེ་གང་ཟག་ལ་བ་གཉིས་རྗེས་དགོངས་ཨ་ནི་བྱ་བ་དེ་ལ་ཡག་གདོང་ལེན་བྱེད། ཨོ་དེ་འདྲི་བྱེད་ན་སྤྱི་ཚོགས་ནང་ལ་བཟོད་པ་དགོས་ནས་ཁས། གྱོང་རག་ཡ་མི་དགོས་ཁེ་སང་རག་དགོས་རེད་ད། བཟོད་པ་ག་ཚད་དགོངས་ནས་མི་དེ་ག་ཚད་སྤྱོད་ནས་མི་གང་གི་གི་བསྟོད་ར་བཏང་བ་མི་དེ་ལ་སྤྱོད་འཇོག་བྱས་ནས་རླུང་ལངས་ཡག་ནི་མི་འདུག་གོ་ལ་ནོན་ཡག་ནི་མི་འདུག། གཉའ་ཆག་ཡག་ནི་མི་འདུག་བློ་ཤོང་ཡག་ནི་མི་འདུག་བློ་བསྟོད་ཆེན་པོ་འདུག་ཁ་གཏད་ནི་འཇག་གི་མི་འདུག་ཁྲག་དོག་འདྲེ་སྲིན་བྱེད་གི་མི་འདུག་ཨ་ཙེ་ཟེར་ནི། གྱོང་ར་ཡག་ཕ་ཤ་ནི་ཁེ་སང་རྒྱ་ཆད་རྒྱ་ནི་རྒྱ་ཆད་རྒྱག་ར་འདྲེར་བཟོད་པ་ཡག་པོ་དགོངས་ཐུབ་མཁན་ཡིན་ན།

ང་དེ་དོགས་འདྲི་བྱས་ཡོད། ད་ལྟ་ང་ཚོ་མི་གྲོངས་ཚར་བའི་རྗེས་ལ་སྐར་རྩིས་སྐོར་གནང་དགོས་ར་བ། ད་ལྟ་འདི་དང་འབྲེལ་བ་འདི་ག་ཆགས་ཀྱི་ཡོད་ན་མེད་ན་ར་བ། ནས་ད་ལྟ་ཧོབ་ཏ་མ་ལ་དེ་འདྲའི་དོགས་པ་འདྲ་བོ་ཅི། མི་གྲོངས་ཚར་བའི་རྗེས་ལ་སྐར་རྩིས་རྒྱག་དུས་མང་ཆེ་འདྲ་བོ་ཅི། ཨ་ནི། གཅིག་གིས་སྣོད་བཞག་ལས་ཞེས་བསྡུ་བ་སྟེ། རྒྱལ་པོ་གིས་སྣོད་བཞག་ལས་འགྲོ་བ་དང། ཨ་ནི་བཙན་གྱིས་སྣོད་བཞག་ལས་དང་ཨ་ནི་མ་མོ་ལས་དང་ད་འདི་འདྲའི་མང་པོ་ཆེ་བསྡུ་བ་གཟུགས་མེད་བ། གཟུགས་མེད་བ་ལ་བོར་ཧ་ལ་བོར་ད་འདི་གའི་རིགས་ག་གི་ནང་ལ་ཚུད་ཀྱི་ཡོད་ན་ཨ་ནི་ར་བ། ད་ལྟ་ལྷ་མ་ཡི་ནང་ལ་ཚུད་ཀྱི་ཡོད་ན་ཡང་ཡི་དྭགས་ནང་ལ་ཚུད་ཀྱི་ཡོད་ན་འདི་གཅིག་གི། འདི་གས་ག་གི་ནང་ལ་ཚུད་གུས་ན་འདི་ཚོ་དངོས་གནས་ཁོ་རང། མཐོང་བ་དེ་འདྲས་བྱུང་མྱོང་ཡོད་ན་སླད་ཅུ་ར། ང་ལས།
འདི་ཚོ།
ཨ་ནི་རིགས་འདི་འདྲས་ཀྱི་རིགས་མང་ལོས་ཡོད་ན་རྒྱལ་པོ་དང་བཙན་དང་མང་མོ་ལས་ཅོ་ར། ལ་ལ་རེད། གལ་སྲིད་རིགས་ག་མང་ལོས་འདྲ་བོ་བྱོས་ན་ཨ་ནི་འདི་འདི་ཚོ་ག་འདྲས་ང་ཚོས་ངོས་ཟིན་ཐུག་གི་རེད་གལ་སྲིད་མཐོང་བ་ར་ཅི་ཡིན་ན། མཐོང་ཡས་ཡོད་ན་མེད་ན་མཐོང་མྱོང་ཡིན་དེ་བྱུང་ཡོད་ན། འདི་ད་ལྟ་འདུག་སི་དོགས་པ་ཞིག་སྐྱེས་སོ། ལགས་སོ། ད་རྩེ་བཀོད་ནི་དེ་འདྲའི་ལབ་བསྡད་པ་མ་ཚད་ང་ཚོ་དངོས་གནས་དངོས་སུ་བྱུང་འཇོག་ཡོད་རེད་ཏན་ཏན་རེད། ད་ལྟའི་རིགས་ག་པར་རྩེ་དེ་བཟོས་དུས་དེ་ང་རང་ཚོ་ལ་གནོད་པ་བྱས་དེ་གའི་འབྱུང་པོ་དང་གདོན་དང་གནོད་བྱེད་ཟས་དང་དྲི་ཟ་སེང་གེ་འདྲ་རྣམ་སྨིན་སྣ་ཚོགས་ཡོད་རེད་རིགས་གཅིག་ཡི་དྭགས་ཀྱི་རིགས་སུ་གཏོགས་པ་ཡོད་རེད་རིགས་གཅིག་དུད་འགྲོ་ཀྱི་རིགས་སུ་གཏོགས་པ་རིགས་གཅིག་ཀླུ་ཀྱི་རིགས་སུ་གཏོགས་པ་དུད་འགྲོ་ནང་ནས་ཀྱི་ཀླུ་ཡི་རིགས་སུ་གཏོགས་པ་ཡོད་རེད། དེ་ནི་རིགས་གཅིག་དེ་ལྷ་མ་ཡིན་མི་མ་ཡིན་ཟེར་གི་རོ་ད་དོ། མི་མ་ཡིན་ཟེར་ངེས་དེ་ལྷ་མ་ཡིན་ཟེར་ནི་འདྲ་པོ་རེད་དོ། མི་མ་ཡིན་ཟེར་དེ་ཁོ་ལ་མིང་ག་རེ་ཐོགས་རེད་ཟེར་ན། མི་དབང་ཅེས་ཟེར་ངེས་བཏགས་ཡོད་རེད་ཁོ་ལ་མི་མ་ཡིན་ལ་མི་མི་དབང་ཅེས། ལྷ་མ་ཡིན་ལ་ལྷ་དབང་ཅེས་ཟེར་ཡ་རྒྱུ་རེད་ག་རེ་ཟེར་ན་ཁོ། ང་རང་ཚོ་ནང་བཞིན་བདུད་རྩིའི་རགས་པ་དེ་ཡིན་ས་མ་རེད། ཁོས་དགོས། མི་མ་ཡིན་དེ་དེ་ཚོ་རིགས་དེ་གའི་ལུས་དེ་ང་ཚོ་གཟུགས་མེད། གཟུགས་མེད་ལག་དགུ་རེད་ད་ང་ཚོ་གཟུགས་མེད་པ་དེ་སྐད་གཏན་ནས་གསུངས་པ་མེད་ང་ཚོ་ནང་གཅིག་བདུད་གཅིག་གི་གཟུགས་རག་པ་དེ་མ་ཡིན་ཚ་གཟུགས་མེད་ལག་དགུ་རེད། ཨ་ནི་ང་ཚོ་མཐོང་མཁན་དེ་གི་མི་འདྲ་པོ་ཅིག་མཐོང་གི་ཡོད་ཟེར་བ་དེ་ཡིན་ཚ་དྲི་བ་བཏང་པ་རེད་ཟེར་དེ་མི་རེ་བས་ག་རེ་རེད་ཟེར་དེ་མི་དབང་ཅེས་ཟེར་དེ་ཁོ་དྲི་བ་དེ་མིན་ཆགས་སོང་རེད། མི་དབང་ཅེས་ཟེར་ཡོད་དེ་རེད། ལྷ་མ་ཡིན་ཟེར་མཁན་དེ་ཡང་ལྷ་འདྲ་པོ་ཅིག་ཡོད་ཙང་ཨ་ནི་དེ་ལྷ་རེ་བས་ཟེར་དེ་ལན་རྒྱག་མཁན་དེ་གི་ལྷ་མ་རེད་ཟེར་དེ་ལྷ་མ་ཡིན་པ་ཁོ་མིན་ཆགས་སོང་རེད། དེ་ང་རང་ཚོ་སྐབས་དཀར་ལ་མཐོང་མཁན་དང་དེ་འདྲ་ཡོད་རེད་ཟེར་རེད་ད་མཐོང་ཡ་འདོད་ད་སངས་རྒྱས་ཀྱི་གསུང་རོལ་ན་ད་ཡོད་རེད་ཚང་མ་ལོ་ཡིན་ནའི་ང་རང་ཚོ་སྤྱི་ཚོགས་ཀྱི་ནང་ལ་ང་རང་ཚོ་ལྟ་བུ་དེ་གི་མཐོང་མཁན་ད་མི་འདི་དང་འདི་རེད་ཟེར་ནའི་མ་གཏོགས་མཐོང་ཡ་གི་ལོ་རྒྱུས་མང་པོ་ཤེས་ཡ་ཡོད་རེད་བ་ད་མཐོང་ཡོང་ཡ་དེ་ག་རེ་བྱས་ཟེར་ན་ད་ཁོ་རང་ཚོ་ལ་ཡ་ཏོག་སོག་ལེ་གི་དབང་གིས་སྨོན་ལམ་གི་དབང་གིས་རྟེན་འབྲེལ་གི་དབང་གིས་དེ་ཀྱི་མི་ལ་གནོད་པ་བྱེད་ཡ་གི་ནུས་པ་དང། ཁ་ཤས་ལ་ནི་གྲོགས་བྱེད་ཡ་གི་ནུས་པ་དང། དེ་བྱས་ནས་སོ་སོ་གནོད་པ་བྱེད་ས་གི་གང། སྐད་སུ་འབྲེལ་བ་ཡོད་དེ་ཟེར་བ་ལྟར་དཔལ་འབྱོར་དང་བསམ་བློ་དང་ད་ག་རེ་ཡིན་ནའང་ལ་འབྲེལ་བ་ཡོད་དགོས་ངེས་དེ་རེད་དོ། དེ་འདྲ་ཡིན་ཚེ་ད་ཁོངས་སུ་ག་རེ་གཏོགས་རེད་ཟེར་ན་དེ་ཚོའི་རིགས་དེར་རྣམ་དབྱེ་སྣ་ཚོགས་ཡོད་རེད་མི་མ་ཡི། ཨ་ནི་ཡི་དྭགས་ཀྱི་ཁོངས་སུ་གཏོགས་པ། ཨ་ནི་ཀླུ་ཀྱི་ཁོངས་སུ་གཏོགས་པ། ཨ་ནི་ཁ་ཅིག་ནི་དེ་ནི་ང་ཚོ་བ་སི་ཀའི་གནས་སྐབས་ལ་ཡང་དེ་འདྲ་ཡོད་ས་རེད་བ། བ་སི། ཞག་ཚེ་ཚེ་ཞག་བདུན། ཚེ་ཞག་བཞི་བཅུ་བཞི་གི་ཟེར་བ། ཉིན་བརྒྱ་དེ་འདྲ་ཡོད་རེད། དེ་འདྲ་ཡིན་ཙང་དེ་ཚོ་ལ་ལྟོས་ཏེ་བ་སི་ན་ནི་ཅང་ང་ཚོ་མི་ལ་ཡ་ཡོད་དེ་ངེས།